གི་གར་སྟེགས་བཞག་ནས་སོ་བ་ཅུན་མཆོད་འབྱུང་བསྟན་པའི་པདྨ་རྒྱལ་བའི་ཉིན་བྱེད་རྣམས་ལ་ཆོས་མ་རེ་ཐར་པའི་ཕྱག་དཔེ་འོས་མི་འདུག་སུ་ལ་ལྟ། དེ་སྲིད་ང་ཅི་ར། གར་སྟེགས་བཞག་ཡིག་སོ་བ་ཅིན། ཏེ། ག་ཆི་ལོ། ཁོ་རང་མཁྱེན་གསལ་ལྟར་ད་ནི་དམྱལ་བར་སོང་རུང། བླ་མ་དེ་རང་ལ་བསྟོད་པ་བྱ་བ་ཡིན། ཁོ་རང་མཁྱེན་སྙམ་པའི་བློ་བཅོས་མ་མ་ཡིན་པ་ཞིག་སྐྱེས་ནས་སེམས་མི་སྡུག་པའི་བྱ་བཞག་གསུམ་བྱེད་དུ་མོ། བློ་མཁྱེན་ངེས་སུ་སྐྱེས་ནས་གསོལ་བ་བཏབ་པས་སེམས་མི་སྡུག་པའི་བྱ་བཞག་གཉིས་མེད་ལ། ད་ཧ་ནི་བོ་ད་ལོ་ད། ཆོས་བརྒྱུད་དྭགས་པོ་ལྷ་རྗེ། དེ་ལྟར་ཚར་གཅིག་སྟེ་ང་ཅི་ར་སྒོམ་ཀླུ་བར་ཆད་འོང་མིན་སྦ་བ་ལ། དེ་ལྟར་སྒོམ་ཀླུ་བར་ཆད་འོང་ད་ལོ་དེ་ལས་ཏེ། ཡུལ་གྱི་ལས། དེ་ལྟར་ཨ་ཙི་རི་ཀ་ངས་ཏེ་དེ་སོའི་འོང་གོ་བ། དཔེར་ན་བདག་ཅག་གིས་སྟོན་པ་གསུམ་མཆིས་པའི་ས་ཕྱི་རོལ། ལོ་དྲུག་དཀའ་བ་སྤྱད་ནུས་པ་དེ་ཁོ་སངས་རྒྱས་དབྱིངས་ཡིན་སོགས་སྤྱིར་ཁྲང་ཁྲ་རང་བྱུང་གི་སངས་རྒྱས། ག་ནས་ཡོན་ཏུ་མ་སྦྱངས་ག་ནས་སྒོམ་ཉམས་ལེན་མ་སྤེལ་བ་སངས་རྒྱས་ཀྱི་མེ་མེ་མོ་དྭངས་མ་རིག་གནས་འདི་སུ་སྦྱངས། ཏེ་རིག་རྩལ་འདི་སུ་སྦྱངས། དེ་ལས་ང་ཅར་ཁོ་བ་ལོ་ངེས་པར་འབྱུང་གོ་མི་དེ་སྐད་འདུལ་བ་དེ་ཁོ་སྡུག་བསྔལ། ཕོ་བྲང་གི་ཆུ་བོ་བཞི་ལོ་སྟེ་སྐྱི་ཡི་སྡུག་བསྔལ་རྒ་ཡི་སྡུག་བསྔལ་ན་ཡི་སྡུག་བསྔལ་ཤི་ཡི་སྡུག་བསྔལ་འདི་སུ་གཟིགས། ཏེ་ངེས་པར་འབྱུང།

དེ་ལ་ཡང་ན་གྲུ་ཡིན་ཡང་ན་སྐུ་འདྲ་ཅིག་པས་ནི་གིས་ཕྱག་བཞི་འོང་མི་སྲིད། དགེ་རྒན་འདི་སུ་གིས་བཀའ་ཆོས་བཏང་དེ་གིས་པས། དེ་ལ་ཁྲིམས་མེད་སྐད་ཡིག་སྲས་མེད་ལ། འཇག་མེད་ཤོག་ཚད་བཏང་བོ། དད་པའི་ཡོད་དོ་མེད། དེ་དཔེ་བྱ་བ་ཅི་ནི་ཨ་ལི་ཧེ་མ་ཕུ་ཏྲུ་པོ་ལི་དེ་དང་མ་ཐོན་མདལ་ལོ། དེ་ལྟ་བུའི་གིས་བླ་རྒན་འདི་སུ་གིས། སེམས་ཁ་ལོ་ག་དེ་བས་འཆང་ནུ་སོ་བ་ཅན་ད་ནི་ནང་པ་སངས་རྒྱས་བིད་ཀྱིས་བསྟན་པ་དེ་མ་ཤིབ་གཉིས་ཀྱི་ཆེད་དུ་ལོ་ཕྱི་རོལ་མུ་ཏིག་པ་འདི་སུ་གི་ཕུར་བུལ་འདི་བཟོ་བཟོ་ཨིན་ཨིན་ཟེར་ད་ནི་ཕུར་བུལ་ད་ནི་སངས་རྒྱས་ཀྱི་དབུ་གསུམ་པའི་དུ་བ་དང་སྨོ་ཞིག་ག་ཅུང་ཟད་གོང་མཐོ་རི་རི་བས་དེ་དེའུ་ལ་ནི་ཐིག་འགྲམ་བཅབ་སྟེ་དེ་ཁོང་རེ་གི་ཨ་ནི་ཨ་ནི་ཡོད་བདོ་ལོ་ད་ནི་ཁོང་གིས་སངས་རྒྱས་ཀྱི་དབུ་བའི་ཚིག་དེ་གི་བས་དེ་ལ་དེ་ནའི་གཞོན་ཡིན་ཧེ་མ་ཡིན་མེ་དེ་ལ་མ་འཇག་ག་ནའི་དེ་ད།

ད་ཁྱེད་ཀྱི་སེང་གེ་ཤ་ཆ་ཐུག་པ་གི་དབུགས་འདི་ཡར་འགྲིག་གི་མར་འགྲིག་གི་ད་ཚང་མས་ང་ཡི་ལས་བསགས་ཚེ་སུ་མི་ལོ་རྒྱུས་ཀྱི་ཡོད་པ་ལ་དེ་རང་རང་སོ་སོ་གི་ད་བསམ་ཚུལ་ཅི་དང་རྣོ་ཐང་ཅི་ངོ་ནི་མེད་ཏེ། གང་ལྟར་ཡང་ད་དེའི་ལོ་རྒྱུས་དེ་ག་དེ་ལ་བརྗོད་བརྗོད་ཡིན་ན་ཨི་མ། ད་གང་ལྟར་ཡང་ད་ན་ན་མ་གིའི་ལོ་རྒྱུས་དེ་འཕྲོ་ཐིག་དེ་འཕྲོ་ཐིག་དེ་ལ་གོ་བའི་མོ་ཞིག་ལ། ད་ད་ནི་བློ་ཁེངས་ངེས་སུ་སྐྱེས་ནས་གསོལ་བ་བཏབ་པས། ད། དར་སྤྱིན་ན་རྗེ་བཙུན་མདུན་དུ་ཡོད་ཀྱིས་བྱོན་པ་དང་ནི། འཁོར་བ་རྗེ་བཙུན་གྱི་ཞབས་ས་ལས་འཕགས། རྗེ་བཙུན་གྱི་ཞབས་ས་རུ་ལོ་གསུམ། ལས་ཅི་དགེ་མ་བཞུགས་པས། དེ་ལས་ལོ་བཅུའི་འབུལ་བ་ལུགས་དེའང་ནི། སྒོམ་ཉམས་ལེན་རྗེས་སུ་ལུགས་དེ་དང་ང་ཅག་རག། ཏེ། བཀའ་ཉན་རྗེས་སུ་བྱུང་དེ་དགེ་བའི་དབྱིངས་མ། དེ་དང་ནི་བས་པའི་འབུལ་བ་ལུགས་དེ་འདི་ཧེ་མ། དེ་ལྟར་རྗེ་བཙུན་གྱིས་ཞབས་གསང་མ་བཅོས་མིག་གི་ཧེ་མ་ལ་འཁོར་བ་བཀའ་གདམས་མིག་གི་དགེ་བཤེས་སྣ་ལོ་བཞི་བཞུགས་པས་དེའི་ཡིད་ཀྱི་གོམས་ཤ་གཅིག་བསྡུ་བ་དེ་ལྟར་ང་ཆར་གསུམ་ཅི་ར་བའི་ས་ཕྱི་རུ་ཧེ་མ་ཆུང་ཁུ་གཅིག་ག་གྲ་ས་ཀ་སྟེ་ན་འདོད་མི་འདི་གི་གོམས་ཤ་དེ་ང་ཆིག་གི་རྒྱུ་རུ་ཤི་ལུ་འཇག་ཏེ་འདོད་བོ་མ་ལ་ཨ་ནི་འཇག་ཏེ་འདོད་བོ་ལི་ལོ་གྲ་ས་གཞན་ཁ་གཞན་ན་བ་འབྱོར་བས་ད་ཧེ་མ་ཆུང་ཁུ་བས་ཏེ་ང་ཆར་ལོ་མ་རབ་ཅིག

གཙོ་བོ་དེ་ང་ཚོས་བཀའ་གདམས་པ་ལོ་ན་ལ་འབུལ་བ་བྱིན་བློ་སྦྱང་གི་རིམ་པ་དེ་ཚོ་གཙོ་བོ་སྟོན་མིན་པའི་སྨོན་ལ། བློ་སྦྱང་གི་རིམ་པ་དེ་ང་ཚོས་གང་ཟག་ལས་དང་བོ་པ་ལོ་ན་མཚམས་མེད་ཁ་ཕྱེས་པ་དེ་བློ་སྦྱོང་དེ་མོས་པ་བྱིན་བློ་སྦྱང་མ་བྱས་སེམས་ཅན་ལ་སྟོང་པ་ཉིད་ནས་སྟོན་པ་དང་སེམས་བློ་ཡི་ཐེག་ཆེན་ན་ལོ་འབུལ་བ་བྱིན་བློ་སྦྱང་དགའ་སྟེ་མ་སྦས་ཀྱི་འཕྲང་ཕྲད་བླ་མ་སྟོང་ཉིད་དང་བདག་མེད་ཀྱི་དུས་སུ་ཤེས་སྒྲིབ་པའི་ས་བཅད་རོའི་ལྟུང་བ་འཕོ་བའི་ས་བྱང་ཆུབ་སེམས་དཔའི་ཀྱི་ལྟུང་བ་ན་ལོ་ཆུབ་ཡིན་པས་ལ། བདག་མེད་པ་དང་ང་ཚོས་བློ་སྦྱང་དེ་ག་དེམ་གྱི་ལས་ཅི་འཇོག་བ་བྱ་ཨ་དེམ་གྱི་མིག་དེ་ཆུད་པ་ཡང་དག་འཇོག་གི་ཡིན།

དེ་ཤ་ཡིས་སེམས། དང་ནི་ལས་པའི་དེ་ནས་ལོ་དྲུག་སོ་གོ་ལས་ཐལ་ཐེ་ལས། ང་ཚ་ལོ་དྲུག་གཉན་སེ་བ་ལུང་སེ་མི་འདི་ན་ལུ། དེ་བསྒོམ་འདི་བཞུགས་ད་ལུ། དེ་ནས་ལོ་དྲུག་གཉན་སེ་བ་ལུང་དུ་བསྒོམ་པས། དྲོད་དང་ཏིང་ངེ་འཛིན་ཡང། སེ། རླུང་སུ་ཆུད་སོ་གོ་ལས་ཐལ་ལས་ཧེ་མ་ཨ་ཙི་ཙི། དེ་བཏབ་མ་དུ་ང་ཅི་ལ། དེ་དག་སྒོམ་གྱི་གྱིས་འདི་སོ་ཡ་ཆ་ཉམས་རབ་འཕགས་ཞི། དེ་ལས་དེ་དེ་ལས་ཉམས་རྟོགས་ངེས་བྱེད་ཀྱི་རྒྱུ་ལུགས་དེ་དྲོད་སེ་དེ་སྐྱེ་བོ་འོ་མ་ལས། ད་ནི་འདི་སོ་ཏིང་ངེ་འཛིན་འདི་སོ་ཡ་བར་ཆད་བྱུང་མིན་སོ་ཆ་ཉམས་རབ་སོ་ར་ཆུ་ཏིག་གི་བའི་ཕྱག་རྒྱ་ཆེན་པོའི་གནས་ལུགས་བཅོས་མིན་དུ་ཨ་ནི་གི་སྐབས་ལུགས་སེ་ཟིལ་པའི་ཨིན་སེ་མེ་ལོ་དྲུག་སྒོམ་པའི་གྱི་ཐ་མ་ལུགས། དེ་ལས་གཉན་སེ་བ་ལུང་སེ་མེ་ན་ལུགས། ཀ་ལོ་དྲུག་སྒོམ་སྐྱབས་ད་ལུགས་ད་ཚུགས་རྡོ་རོ་དུ་བ་ཅིན་དེ་ལས་ཕྱག་རྒྱ་ཆེན་པོ་ཡི་གནས་ལུགས་འདི་ཨ་ན་ལུ་ཟི་ཟིབ་ཡིན། ད་ཨ་ན་ལི་ཟིབ་ཡིན་ཞེས་ལས་དེ་ལས་དེ་ཆོས་རྒྱུད་ལྟ་བུ་ལྷ་རྒྱུད་ཁོ་རེ་གིས་དེ་གུར་མ་འདི་སུ་གསུང་སུ་མི་ཡོད་ཡིན་པས་ལ། རང་རེ་ཡེ་ཤེས་ཡོད་སའི་འདི་ཡུལ་མི་མཐའ་ལས་འདས་པ་ཞིག་སོ་གི་ད་ནར་མ་གུར་མ་ལས་ཤ་ཆི་སུང་སུང་མ་ནི་མེད་ད་ཨ་ན་གི་གུར་སུང་འདི་གི་པའི་བུ་འདི་ཙི་ཏའི་ཕྲེང་བ་སྡུག་པོ་ཉི་ཤུ་རྩ་བཅུ་ཡོད་པ་ཕྱག་གི་གླང་མི་སྡོམ་པོ་དེ་ལ་བསྡམས་ཏེ་ད་ནི་ཁོ་ར་བཞུགས་སྲིད་ཀྱི་ཨ་ན་ལོའི་ལྟས་ཧེ་མ་ཁུ་ལྟས་རྗེ་ཙི་མི་ལ་གི་ག་དེ་བས་གསུང་ཡིད་འཚོ་བ་བཞིན་ཕྱག་རྒྱ་ཆེན་པོ་བསྒོམ་དུས་སུ། ལུས་ངག་ཡིད་གཞུང་ལུས་ངག་དགེ་སྦྱོང་མ་བཙུན་ཞིང་མི་རྟོག་ཡེ་ཤེས་ཡེ་ཉིད་ཡུལ་སེམས་མི་སྡིག་གི། བླ་མེད་ཀྱི་གདམས་ངག་གིས་རྗེས་སུ་འབྲང་སྟེ་དགེ་བའི་བྱ་བཞག་ཆོས་སྤྱོད་སེམས་མི་སྡིག་ག་ནས་མ་མཛད་པ། དེ་གཙོ་བོ་མཉམ་བཞག་འདི། དེ་ལྟར་གཙོ་བོ་སྟོན་འདི་ང་ཅག་ར། དེ་དཔེ་ཤ་ཚིག་སུ་ན་ལོན་ཐུན་ནི་ཡོད་པ་མོ་ལ་གཅིག་ཏུ་མཉམ་བཞག་སེམས་བསྟེན་ན་ལུས་ངག་དགེ་བ་གཙོར་མི་བྱ་ཚེ། ལུས་ངག་གི་དགེ་བ་སེམས་མི་སྡིག་ཡན་ལག་མེད་པ། ད་གཙོ་བོ་དེ་ང་ཅག་ལུས་ངག་ཡིད་གསུམ་གྱི་ནང་ལས། དེ་ལྟར་སེམས་ནི་ཀུན་སློང་དབང་བཅུའི་རྒྱལ་པོ་འདྲ། ལུས་དུས་དགེ་སྡིག་ཀུན་གྱི་གཡོག་པོ་ཡིན། ཡིད་ཚེ་བསླབ་བཟློག་བཟུང་བས་ཡིན། བསྲུང་བཟློག་བཟུང་བས་ཡིན་པས། དེ་མཉམ་བཞག་གིས་དགེ་བ་སེམས་མི་བདེ་ང་ཅག་སེམས་མ་ཡིན་པ་རྩེ་གཅིག་ཏུ་མཉམ་པར་བཞག། སྒོམ་ཉམས་ལེན་ལུས་ཚོད་ནུས་མེད། དྭངས་ལས་པོ་ཏོ་རའི་ཧེ་མ། དེ་ལྟར་ཆོས་སྤྱོད་དྲག་པོ་ལྷ་རྗེའི་ཧེ་མ། རྗེ་བཙུན་མི་ལ་གི་ཞབས་ས་མ་ཆོད་མིག་གི་སྐབས་སུ་ལུ་ཀ་དམ་འབིགས་ཀྱི་བགྱི་བཤེས་མེ་ཁོང། ཏེ། བཀའ་གདམས་མི་དགེ་བཤེས་བཀའ་གདམས་རྣ་ལུགས་རོལ་བྱ་ཤར་ཆོས་སྤྱོད་འདི་སྟེ་རྣམ་སྨིན་བསམ་མེད་གཙོ་བོ་བསྟན། ད་ལྟའི་གཙོ་བོ་སྟོན་མགོ་མི་ནི་དགའ་ཆེན་མོ་སོགས་བསགས་སྦྱངས་ཏེ། ཏེ། ཚོགས་བསགས་ནི་ད་སྒྲིབ་པ་སྦྱངས་ནི་འདི་ཁ་ཆེ་བ་སྟེ། ཚོགས་བསགས་སྒྲིབ་པ་མ་སྦྱངས་མ་བཅིན། ཏེ། ལྔ་ཆར་འཁོར་བ་ལས་གྲོལ་མི་བཟོད་པས་སངས་རྒྱས་མི་ཐོབ་པའི་རྨོངས། ད་ནི་ལས་ཏེ་འདི་བགྱིས་པས་ཏེ་བསགས་སྦྱངས་ཀྱི་རིམ་པ་དེ་གཙོ་བོ་སྟོན་མགོ་བ་དང་ལུས་ངག་གི་བྱ་བ་དེ་གཙོ་བོ་སྟོན་མགོ་བ་ལུས་ངག་ཆོས་སྤྱོད་བསྲེ་ཡི་སྐབས་སུ་ལུས་བྱ་ཤར་ཆོས་སྤྱོད་བསྲེ་ཡི་སྐབས་སུ་ལུས་དེ་ལུས་ཀྱི་སྒོ་ནས་ཆགས་ཚེམས་ནི་ཀོ་རེ་བཅབས་ནས་ངག་གི་སྒོ་ནས་བཟླས་བརྗོད་མེ་འབྲས་སངས་ནི། དེའི་བཟུང་བས་ཏཱྃ་ཡིག་བྱ་སངས་ནི་ལ་སོགས་པ་དེ་སོགས་ཨ་ནི་ལུས་ངག་གི་དེ་བྱ་བ་ཡིན་པས། ལུས་ངག་གི་དགེ་སྦྱོར་ཡིན་པས་ལ། ད་སེམས་དེ་ཉམས་ལེན་གཙོ་བོའི་གནད་དུ་བསྟུན་འདོད་དགོས་ལ་ད་ཕྱིའི་ལུས་ངག་གི་དགེ་སྦྱོར་ལ་བརྩོན་འདོད་དོགས་པ་ཅན་དེ་སེམས་མཉམ་པར་བཞག་མི་གསུང་བ་སྟེ། དེ་སེམས་མཉམ་པར་བཞག་མ་སོགས་དག་ལ་མི་རྟོག་གི་ཡེ་ཤེས་དེ་ཡལ་འབྱོར་མ་པ། ད་ཨ་ནི་བའི་བློ་དེ་འདས་ཀྱི་ཚེ་མི་ལགས་ཀྱི། དེ་ད། ཨ་ནི། ཀྱི་ཚེ་མི་ལགས་ཀྱི་ཆེད་དུ།

ཏེ་ལུས་ངག་གི་དགེ་སྦྱོར་འདི་མ་བཟོད་ཅིག་པུ་ད་ལོ་ཏེ་ཕྱག་རྒྱ་ཆེན་པོ་བསྒོམ་དུས་སུ་ལུས་ངག་དགེ་སྦྱོར་མ་བཙུན་བཞི། མི་རྟོག་ཡེ་ཤེས་ཡན་ཉོན་ཡོད་ཟེར་ད་ང་ན་ལོ་གོ་བ་ལེན་ཐང་ལས་ཤ་ཡོད་ལ། ཏེ་ལ་ལས་ཅིག་ལ་མ་བ་ཏེ་ད་ཇི་ཙམ་མི་ལ་སེམས་མི་འདི་སུ་གི། ཏེ་ད་ལུས་ངག་གི་དགེ་སྦྱོར་འདི་ལུ། ཏེ། སྐུ་པ་ཏབ་ཏི་གི་ཨིན། ཕྱག་རྒྱ་ཆེན་པོ་བསྒོམ་དུས་སུ་ལུས་ངག་དགེ་སྦྱོར་མ་བཙུན་བཞི་སེམས་མི་འདི་གནས་ཁ་ཡོད་པ་དེ་ལ། ཕྱག་ཆེན་ཆེན་པོ་དགོངས་མེད་ཅིག་ཡིན་མ་བཅིངས་ལུས་ངག་གི་དགེ་སྦྱོར་མ་བརྩོན་སུ་མ་ཐུག་ཆུ་བོ་སྤྱིར་བཏང་གི་ལུས་ངག་གི་དགེ་སྦྱོར་ལུགས་མ་བརྩོན་སའི་རུ་ཆུ་མེད་མ་དེ་དེ་ཁོ་ཕག་མི་སྲིད་པའི་ཕྱི་ཁོ་བ་མོ་ཨ་ནི་མེད་ད་ནི་བུ་ད་ལུག་ད་ཁོ་ཧེ་མ་ཏད་བཀའ་གདམས་པའི་དགེ་བཤེས་ཀྱི་འཁྲུལ་སྣང་བཞུགས་པའི་དེའི་གི་གོམས་གཤིས་དེ་ཡོད་ད་ཨ་ནི་ཁོ་གཙོ་ཕྱིས་སྡོད་ད་ལུག་ཏད་མཉམ་བཞག་དེ་ལས་གཞན་པས་འཇོག་མ་ཐུབ་ད་ལུག་ཨ་ནི་བ་རྗེ་བཙུན་མི་ལག་གི་གསུང་གསུམ་ཡིན་པས་ཏད་ལུག་ཨ་ནི་རྗེ་བཙུན་མི་ལག་གི་གདམས་ངག་གི་རྗེས་སུ་འབྲང་དེ་གི་སྙན་གསལ་བ་ལུང་གསལ་མི་སྣ་ལ་བཞུགས

ད་ཁོ་བ་ནི་རྗེ་བཙུན་མི་ལ་འདི་སྟོན་ད་ཤི་ན་ལ་དགུ་ཚུགས་འདུག་ཁོ་མ་འདྲ་བོ་ཅི་ཡག་སི་ད་བྱ་བྱ་གི་ཇོ་ཆོས་ཆོས་འདི་ཟོའི་ག་ནས་མི་བེད་ད་ནས་བེད་ཨི་མེད་སི་ཡི་གི་ཏེ་ཧེ་མ་བཀའ་གདམས་པ་གི་གི་ཤི་ན་ལུ་གཞན་གི་ཆ་བྱ་སི་ཅི་ཡི་མེད་པ་ཧེ་མ་ཁོ་ད་ནས་རྗེ་བཙུན་མི་ལ་ལུ་སྟོན་ད་ཁོ་ར་བྱ་བྱ་ཆེན་པོ་གཙོ་བོ་སྟོན་བསྒོམ་བེད་ཤི་ན་ལེ་ད་ཨ་ན་ལེ་མི་འདི་སུ་གི་སྣང་བ་ལུ་མ་འཇོག་བ་ལ་ཏེ་ཁོ་ར་གི་ཆེ་ཁྲོ་བཞིན་ད་བཀའ་གདམས་གཞན་འདི་སུ་གི་སྣང་བ་ལུ་མ་འཇོག་བ་ད་དེ་ལེ།

ཁོང་དུས་ན་སི་བའི་སྐད་རིགས་ཇོ་ད་ལུ་ཧ་ལམ་གྱིས་བཟོ་སུ་ཅི་བའི་སྟངས་སྐོར་གསུམ་གྱི་མི་སྣ་ནོར་གྱི་འདུག་བ། གཞུང་འདྲ་སོག་ད་ལུ་དང་པོ་གཞུང་ཕུན་ཚུན་ལུ་ཅང་མི་འདི་རུ་གཞུང་འདྲ་ཟེར་ལབ་ཡིན་ཟེར་དེ་གཞུང་ཕུན་ཚུན་ལུ་ཅང་མི་ལུ་གཞུང་འདྲ་བེ་བ་ཆིན་ཨི་མ་དེ་བུ་ར་དེ་དང་པོ་ལེ་ར་དེ་གཞུང་ཕུན་ཚུན་ལུ་ཅབ་དེ་དུས་ནུ་དེ་ཨི་མ་དེ་དེ་ག་ཆ་ལེ་དེ་འདི་གཞུང་འདྲ་མེ་མི་ན་ཟེར་ད་ང་ཆ་ར་ཚན་མིག་གི་རི་པ་ན་ལུ་ཇོ་བ་ཆིན་ཨ་ཚི་ཚི་དམ་བཅའ་བཞག་སུ་བ་ལ་ཁ་ཅག་མི་འཛོམས་ཀྱི་འདུག་བེ་འདྲ་ལོ་གཞུང་འདྲ་ལོ་རིག་གསར་ཨིན་ལོ་སེ་མི་འདི་སུ་ཨི་མ། ད་ཨིན་རོའི་སྟེང་ང་ཆ་ར་ཐ་གཉིས་ཀྱི་རྣམ་གཞག་འདི་བཞག་པའི་སྐབས་ལུགས་དེའི་རྒྱུ་མཚན་སྤྱི་ལུགས་སྟེང་འདི་བཞག་དགོས་པ་མོ། ད་དེ། ཨ་ལེ་བའི་ཨི་མེ་སེའི་ལོ་རྒྱུས་སྤྱི་ཕན་ཡིན་ད་དེ་ང་རིག་གི་བསམ་འཆར་མ་ཐུག་ཆུ་བོ། དེ་རྒྱལ་བ་ཨི་མེ་སེའི་ལོ་རྒྱུས་བའི་མེ་མེ་ད་ནི་བ་ད་ལོ་ད་ག་ད་ལ་བྱོ་བྱོ་མ་ནི། དེ་ཕྱག་གི་ཕྱིན་མིག་གི་དེ་ད་ཕྱིན། བོ་དེ་གི་ཕྱིན་ཉི་ཤུ་རྩ་གཅིག་པའི་མི་ཆུ་ཡི་བི་སེ་མེ་ད་ནི་ཁོ་ད་ཆུ་སི་གི་ཨ་ན་མཚམས་ཁ་གི་དེ་སྡོང་གོ་ལུ། ལྕགས་མིག་གི་ཤིང་ཡི་ཚེ་སླར་བུ་ཏུ་བས་གླང་མ་གི་ཤིང་གི་སྡོང་བོ་ཆུ་ཡི་བི་སེ་མེ་བ་ད་ནི་གུ་ལུ་དེ

ཏེ་དེ་རྟགས་སོགས་ཅི་རང་མེད་མེད་ལ། ད་རིག། ཁྱིམ། ཤིང་འདི་ཕག་རྟགས་བཞག་སྟེ་ལོ་ཉིས་སུམ་གཅིག་གི་རྒྱབ་ལས་ཏག་ཏག་མེད་བ། ཤིང་འདིའི་ཕ་ལ་སྐྱིད་ཁུག་མིན་པས། ཨཱ་ནི། ཏེ། དམུའི་ཚུལ་དུ་བསྐྱིལ་བས་དེ་གསུམ་སངས་རྒྱས་ཐམས་ཅད་ཀྱིས་ང་ལུང་བསྟན་ཏེ་འབེལ་བ་ཅན། ཏེ་ཨཱ་ནི། ཤིང་འདི་གོ་ལས་ཅང་མིན་ཤིང་འདི་གོ་ལས་ཕྱིན་མིན་ཤིང་འདི་སྐྱིད་ཆུག། ཏེ་མ་ཐོན་མ་བཅིངས་སྐྱིད་མ་ཆུག། ཨཱ་ནི་བའི་གདམས་སོགས་ཀྱིས་མོས་དེ་ལ་སེམས་མེད་པ་དེ་ཐང་ཁྲ་ར། དེ་ལས་ཨཱ་ནི་གོ་ལས་ཏེ། ཅང་མིན་གྱི་ཤིང་འདི་གོ་ལས་ད་ལས་ཨཱ་ནི་ཕྱིན་མདོ་ཆིབས་རྡོ་ཉི་ཤུ་རྩ་གཅིག་གྲི་གུག་ལས་པའི་སྦས་ཆ་ལས། དེ་ལས། དེ་ཕྱི་མིག་གི་ཤིང་སྐྱི་འོག་མིན་ཡིན་ཟེར་བའི་ཡལ་ག་དང་ཁྲིའུ་སོགས་བ་ཅན་དེ་ཤིང་གི་ཡལ་ག་ཞལ་ལག་ཞལ་ལག་གི་དྭངས་མ་ཡོད་པ་མོ་དྭངས་མ་དང་བཅས་པ་སྔོ་ཕྲུག་ངེར་སེར་ཞང་ནོར་གྱི་སྐྱིད་དེ་འོམ་དང་ལུ་ཏན་ཨ་ན་ལུ་ད་ཕེན། དེའི་ཁྲི་ན་གནས་གཞི་ཡོད་པའི་བཀའ་གདམས་པའི་བཙུན་པ་རྣམས་ཀྱི་བྱ་བཞག་ཆོས་བཅུ་མི་ནུས་ཟེར་བ། མི་ནུས་ཟེར་སྡིག་སོགས་ཀྱི་ཡོད་པའི་འཕྲོ་བཅད་ཨ་ན་ད་སུན་སུན་ནང་སྐོར་ལུ་ཏན་ཁོ་ཁོ་ར་གཙོ་བོ་མཉམ་བཞག་དེ་ར་གཙོ་བོ་སྟེ་འཆ་བྱ་ཆེན་པོ་སྒོམ་བྱུང་དང་ལུ་ཨ་ནི་ཁོ་རིག་གི་དེ་ན་ཡོད་མི་གི་ད

ང་ཆ་དེ་ཁོ་མི་འདྲ་ཨེས། དེ་ཧེ་མ་ནི་བས་དེ་ལྟར་ཁོ་ལུ་ཀུ་པ་བཏབ། དེ་དུས་མི་འདི་སུ་གི་འཕྲོ་དེ་ཆད། ད་ཨ་ནི་ལ་བལྟས་མ་ཤོག་ཅིག་ཨའི་ཁོ་གཞན་དག་མ་འགྲོ་གི་སྐྱེས་བུ་ཅིག་མེད་ཨེས་ཧ་གོ་དེ་གི་བས། དེ་ལས། དད་ལྡན་མི་མེད་སུ་གྱུར་སེམས་བ་དེ་ཆ་མཉམ་གི་དེ་ན་ལོ། དེར་དུས་ཤོག་ཧོམ་བྱང་ཡིན་བྱ་ཡི་བཤེས་གཉེན་དེས་ཕྱག་བཞིར་འབྲང་ཨེས་ད་ཨ་ནི་ལ་དྭངས་མ་ལ་བློ་མ། དེ་ཁོ་གི་དེ་གྲུབ་ད་ཨ་ནི་བས་སྟོན་པ་ལས་བསྟན་དེ་གི་བས། དེ་ལས་ཤོར་སྒོམ་བྱང་ཡིན་བྱ་མི་གི་གི་བཤེས་གཉེན་མེད་རོ་དེ་གི་བཤེས་མེད། ངེས་ཤེས་བསྐྱེད་དེ་ཁོ་བོས་ཆོས་བརྒྱུད་དག་པའི་ལྷ་གཅིག་གི་རླུང་མ་བས་ཆགས་ཕྱིར་འགྲམ་འགྲམ་ཡིན། ད་དེ་རིང་ཐུགས་སུ་མ་སོན་དེ་དེ་ན་ལོས་ཡོད་ཕྱིར་མི་འུབ་ཅི་ཐབས་ཡིན་མ། དེ་ལས་དེ་དག་སྐད་སྒྲ་ཆུང་ཁུ་གཅིག་ཐོན་མི་འོ་ལས་དེ་རྗེས་མི་བཅད་མི་ཡིན་མ། ཆོས་འདི་ཤོ་མི་དེ་ལས་ཤ་ཐོན་མི་འོ་ལས་ང་ཅི་ར། དེ་ལྟ་དམ་འབུལ་གྱི་ཆོས་ཀྱི་ཆུ་ཡང་དག་པ་ཅིག་འབེལ་བ་བྱིན་གྱིས་ངོ་མ་ཅི་ཨ་ནི་མེད་བ་ལ། དག་མ། དེ་ལྟར་ཨ་ཙི་ཙིའི་ང་ཆ་ར་སྐད་སྒྲ་ཆུང་ཁུ་ཅིག་ཐོན་གྱིས་དེ་མི་དབུགས་རྒྱུའི་ཐབས་ནི་དེ་ང་ཆ་ར་འགྲོ་བ་མིའི་ལུས་སྲུན་མའི་མོ་ནག་ར་ང་ཆ་ནག་ར་བས་སུ་ཅི་རོལ་ནད་པའི་འོག་དེ་བླ་མ་ཨ་ཙི་ཙི་ལས་བཞིན་གྱིས། དེ་དག་ཐུགས་དམ་ལས་བཞིན་པའི་སྣང་བའི་མི་ཨ་ཙི་ཙི་ཡོད་པ་བཞིན་དེ་ལས་དེ་ན་ལུག་ཁྱི་འུ་ཐབ་དེ་ལས་དེ་དེ་ལུག་མ་དེ་འབེ་བོ་ལན་དེ་ལས་དེ་ཧེ་མ་གྱི་ཉམས་ཐུགས་ཀྱི་བཟོད་སྐམ་ཉམས་ཏའི་ཡུལ་བཙལ་ཏེ་སྐོར་གྱི་ར་བརྫིས་ཏེ་གང་མི་ཁོ་མི་འཐད་ངོ། བ་ཨ་ནི་བསྟན་པ་མ་ཐོབ་ཀྱི་ན་ཁོ་ན་ལུ་ཏའི་ང་ཚ་ར་རྨི་ན་བིས་ཀྱི་གྲོང་ཡིན་སྒྲིབ་ནི་ལ་སོགས་པ་ཧེ་མ་ཏའི་རུ་དཀར་གྱི་གོང་མ་དེ་སུ་གྱིས་རྨི་ན་བིས་ཀྱི་གྲོང་ཡིན་སྒྲིབ་ནི་མི་འོང་ཟེར་གྲོང་ཆོག་སྒྲིབ་ནི་མི་འོང་ཟེར། ཉམས་ལེན་ལུ་བསྟན་པ་དེ་མ་ཐོབ་ཀྱི་ན་ཁོ་ན་ལུ་ཏའི་ད་ང་ཚ་ར་ལ་ལི་ཅི་ཡི་ཉམས་ཆུང་ཁུ་ཅི་ཤའུ་ཅི་དེ་ལས་ཏའི་ཏའི་ཁོ་ད་བན་ཨིན་མ་རེད་ཟེར་ཨི་མ། ད་སྔ་འགྲོ་དོན་ཆོག་མིག་གི་དུས་ལ་བབ་ཡོད་མེད་ཟེར་དེ་ལས་དེ་དགུ་ཐོག་ཐོག་པའི་གཟུགས་ཉུང་བ་བ་དེ་དང་ནི་བོ་ད་ལོ་དེ་བསྟན་པ་དེ་མ་ཐོག་བ་ཅིག་མཁོ་དེ་ད་ཉམས་འདི་གི་ཉམས་སེ་མི་འདི་དེབ་ཡ་ནམ་མཁའ་གིས་ང་ཚར་སྤྲིན་པ་དང་འདྲ་ཟེར་དེ་དེ་བས་གསུངས་འདི་འདུག་མོ་ཉམས་ནག་པོའི་འདྲ་དེ་ཡེ་ནས་འགྲོ་ཟེར་ད་ནི་བཟུང་བས་མེད་ལ་ད་ནི་བོ་ད་ལོ་ད་དེ་དེའི་ཐུགས་སུ་མ་འཕྲོས་མ་བཟོད་ནས་ཟེར་བ་ཡི་ད་ནག་ག་བཤུས་ཡོད་རུ་མ་བྱིན།

མཐོང་ལམ་ལུགས་ཆོས་ཉིད་ཀྱི་བདེན་པ་དངོས་སུ་མཐོང་སྟེ་སྒོམ་ལམ་ན་ཡང་བས་དེ་རིམ་པ་བཞིན་དུ་གོམས་ཏེ་བགྱིས་པས་དེ་འོང་བརྡ་ལུགས་དེ་ལྟ་ང་ཅག་ལ་ཚེ་གཅིག་གི་བརྡ་བོ་འདིས་ཏེ་ཚེ་སྤྱན་ལྔ་ཚུན་ཚོད་ནང་འཁོར་ལོ་ཡང་གོང་ནས་གོང་དུ་འཕེལ་ཏེ་མགྱོགས་པ་ནས་བཟུང་བས་དེ་ས་ལོ་ནས་དཔལ་གྱི་བྱང་ཆུབ་སེམས་དཔའི་གྱི་རྟོགས་པ་འདི་སོ་ཡ་ས་དང་པོ་ལས་དེ་གཉིས་པ་ལུགས་རྟོགས་པ་ཐོ་གཉིས་པ་ལས་དེ་གསུམ་པ་ལུགས་རྟོགས་པ་རྒྱས་པ་བས་འཇོག་མི་དེ་དེ་བརྡ་བོ་གྱི་དཔེ་བྱ་སྟེ་བགྱིས་པས་དེ་བས་ཀྱི་འཕགས་པ་ལུགས་གྲུབ་བགྱིས་ཏེ

སྤྲོས་བྲལ་རོ་གཅིག་མགོ་མེད་ཟེར་བ་ལས་དེ་དག་མ་ར་རྩེ་གཅིག་ལ་དགུ་ཚུགས་འོས་མོ། རྩེ་གཅིག། དེ་ལས་ཡང་སྤྲོས་བྲལ། དེ་ལས། རོ་གཅིག། དེ་ལས་མགོ་མེད། དེ་མགོ་མེད་ན་ལ་ཧོས་པོའི་སྒང་ལས་དེ་དག་ལྟུ་བ་དེ་ལས་ཡང་དེ་གོང་ནས་གོང་ཚུལ་ཕལ་ཆུང་མེད་མ། བདག་ནི་བོ་ད་ལོ་ཕྱག་ཆ་ཆེན་པོ་ཀྱི་ལྟུ་བ་མགོ་མེད་དུ་ན་ཕུད།

མ་ཐོབ་བ་ཅི་མ་ག། བདེ་བ་ཆུང་ཀུ་ཅི་ཡོད་བ་ཅི་འགག་མ་བདེ་བ་ཅི་མི་ག་ཨེ་མ། བཏུད་ན་འགག་སྨད་ན་མི་ག། དེ་གཉིས་ན་འགག་མ་གཉིས་ན་མ་ག། གཉེན་པོ་གྲགས་ན་འགག་མ་གྲགས་ན་མི་ག། རྟགས་ནི་བས་བུ་དང་ཀླུ། དེ་རྟགས། ཨཱ་ནི་འདི་སུག་གི་ཨོང་དུ་ཡག་སུག་འདོགས་ཆུ་བས་བ་ཅི་ནི་དེ་ཆུ་བ་རྣམས་དམ་མིན་པ་དེ་ཐག་ཆོད་བི་ཡིས་ཨེ་མ། དེ་ལས་དེ་འདི་གི་བས་དེ་ལས་དེ་ན་ལོའི་དེ་རྟགས། ཏེ། བཞུགས་པ་ལ་ཡུལ་ཁ་སིམ་མེར་སྣང་ལ་བཞུགས་བལྟ་ལོས། དེ་ལས་ཏེ། ཟང་ཟིང་གི་འདུ་ལོང་སོགས་ལས་ཏེ་བྱེའུ་ཚགས་སུ་ཚགས་སུ་མི་འུ་འུ་ཚགས་སུ་ཚགས་སུ་འགྱུར་བ་ལས། དེ་ལས་ཝཱི། ད་དེ་ན་འདོད་པ་ཕྱིན་ད་རུང་ང་ལ་བ་ཞིག་འཆིང་བ་ནི་ཡིན་མེད་ད་གནས་གཞན་གཅིག་ག་ལུགས་འཇོག་གོ་ནི་མེད་ཟེར་ཐུགས་གཞན་སྣང་རྣམས་ཡིན་པའི་འཁོར། ད་གནས་པའི་ཐུགས་གཞན་སྣང་དུ་བཞུགས་བཞུགས་པ་དེར་ཡང་ཟང་ཟིང་གི་འདུ་ལོང་ཕྱེ་ནས་གཞན་ཞིག་ཏུ་ཤི་དགོངས་སེ་མ། ད་གནས་གཞན་གཅིག་ག་འཇོག་གོ་ནི་མེད་མ་ད་དེ་ན་ལོས་འུ་འུ་འཆི་སུ་འཆི་སུ་ར་འཇོག་འདོད་བོ་ཟེར། ད་གནས་པའི་ཐུགས་གཞན་སྣང་དེ་འདོད་པ་ལ།

སྐུ་གཟུགས་ཡང་དབུ་ལུ་དག་གི་མཐུས། དཔའ་འཇབ་དེ་སུ་གིས་ཏེ། ཡང་དགུ་ཐུགས་ཀྱི་མཐུས་གཅིག་ནི་གདུགས་གཟུགས་མེད་ཨ་ན་གཟུགས་མེད་ཧེ་མ་ཡ་བུ་གི་རྒྱལ་བུ་དེ་སུ་སྟེ། ཆོས་ཀྱི་སྲོང་བཙན་སྒམ་པོ་ལོ། ཁྲི་སྲོང་ལྡེ་བཙུན་ལོ་ལྔ་དང་ཁྲི་རལ་པ་གཅིག་ནི་ཆོས་ཀུན་མེའུ་རྣམ་གསུམ་དེ་སུ་གིས་ཏཱ་མེ་ཡ་དབུ་ཐུགས་ཀ་ནི་དག་གི་མཐུས་གཅིག་ནི་ཡོད་པ་དེ་ལ།

རྟགས་ནི་གཡུ་ཐོད་སྦོམ་པའི་ཐེར་ཡིག་རེ་བས་ཏེ། ཨ་ལན་ཧོ་ཏིང་དེ་བས་ཏེ་དེའི་ཕྱི་ལ་མ་གིའི་ཕྱེད་དང་ཀླུ་མ་དཀར་མ་གིའི་དར་ཀ་བདུན་ནམ་མཁའ་ལོ་སྤྲིན་ཁྲི་ཁྲི་འཛུམ་པའི་མཐོངས་མི་ཡི་མ། རྟགས་འདི་པོ་དང་ལྷ་རྫས་དར་ཀ་ར་ཡུག་ཏི་ལྷུག་གྱོན་དང་ཟས་ཀྱི་སྐབས་སུ་ལུག་སྟེ་གཡུ་སྒྲོན་མིག་གི་རྒྱབ་ལ་མ་གིའི་ཏེ་དར་ཀ་བདུན་ཡང་རེ་བས་ཏེ་ཆོས་རྗེ་ལོ་ཚུགས་དར་ནག་པ་བུམ་སྡེ་སུག་གི་ཤ་བོ་ལ་བཀབ་ཏུ་བཟུང་པའི་སྐབས་ལྷན་ཅིག་གཡུ་ཡི་དོ་ཤལ་འཛིན་པ་གང་ཚེ་གཡུ་ཡི་གི་ཕྲེང་བ། རྟགས་འདི་པོ་གཡུ་ལས་ཞིམ་ཙང་ཙག་འཇུག་སྟེ་གི་པའི་རྟགས་ནི་བྲན་ཁོག་གི་ཨ་ནེ

ང་རང་གིས་གནས་བདེ་གི་བུ་དེ་ལྟ་བ་དག་ལྷག་གང་པོ་སེམས་མི་བདེ་གནས་བི་མི་ཡིན་སྨྲ་བ་ལ་དཔེར་ན་ང་ཅར་ཡ་ཇོ་མོ་ལྷ་རིགས་སེམས་མི་བདེ་གནས་བི་གི་མི་ཡིན་བའི་ལྟ་བ་སྟེ། དེ་གནས་བི་གི་མི་ཡིན་དེ་ལྟ་བ། གང་དེ་ཀོས་བཏགས་གོ་ལ་ཇོ་མོ་ལྷ་རིགས་སེ་ཇོ་མོ་བོ་མོ། དང་ནི་བཟུང་བས། དེ་ང་ཅར། ད། ད་ཁྱོད་ནང་བཞུགས་པ་ཕྱིན་ཅིང་སྦྱིན་བདག་ངག་གིས་འབེའོ་དེ་ལྟེ་བུ་ད་ལོ་ནང་མ་བཞུགས་ནས་མི་བཞུགས་ནས་ཙུམ་གཅིག་འདུག་ད་ནང་མ་བཞུགས་པ་ཕྱིན་ལྟེ་བ་ངེད་ཀྱི་བུ་དག་ལྷག་གང་པོ་སེམས་མི་ན་ལོ་བྱོན། ཨ་ན་ལོ་བྱོན་བཞུགས།

ཆུ་ཡང་ནི་ལྕགས་ལོ་སེ། དང། ད་གཏོ་གསུམ་ཆུ་བེ་སེ་ཆུ་རེ་ང་ཆ་ར་དང་ཕུ་བེ་བ་བྱིན་ཏེ་གཏོ་གཡོ་སེ། ཚོན་བསྐུས་སེ། ཚོན་བཙོ་སེ། མེ། ཚོན། བཙོ་སེ། དེ་ལས་གཏོ་གཡོ་སེ། གཏོ་བེ་སེ། དེ་ལས་བྱ་བསྐུས་སེ། ཆང་སྦངས་སེ། ཐ་ནི་ཨ་ནི་བི་སོགས་སུ་ཡོད་བ། དེ་ད་རི་ནང་བ་བེ་གོ་ལ་ག་ཨེ་ར་བཟོ་ནི་བེ་བ་གཏོ་བཟོ། ཚོན་བཟོ། བྱ་བཟོ། ཟེར། ཨ་ནི་ང་ཆ་ར་ནེ་པ་ལི་གི་སྐད་ནང་རུ་ཆ་མཉམ་ཁའོ་ཟེར་རབ་གནས་ཡོད་པོང། ཅི་ཡ་ཁའོ། མ་སུ་ཁའོ། ཀ་ཅི་ཁའོ་ཚོས་ཆ་མཉམ་ཟ་ནི་བའི་ལབ་རྡོ་བཟུང་པའི་མེ་བ། ད་ཕན་བྱེད་མི་བའི་ལོ་རྒྱུས་དེ་ཨ་ནེ་པ་ར་བ་ན་ལས་ཐོན་རྒྱུ་ཡིན་སེ་མོ་ཞི་ད་ཨ་ནེ་བོ་ད་ལོ་ད་དེ་ཡོད་མ་རེད་དེ་ཡོད་མ་རེད་ད་དེ་ལས་དེ་ད། དེ་ནས་དར་ལྷ་སྒམ་པོར་ཕེབས། ད་དར་ལྷ་སྒམ་པོ་སེ་མི་ན་ལོ་ཆོན་ཆོན་ཡོད་མེད་དེ་ཆོས་རྒྱུད་དར་པོ་ལྷ་རྗེ་སེ་ཞོ་ཀོ་མི་དེ་དེ་དར་པོ་དར་ལྷ་སྒམ་པོ་ལོ་གདན་ས་བཅའ། ད་ཨ་ན་ལས་པས་དེ་ང་ཆར་གི་ཁོ་གི་རླུང་མ་དེ་སུ་དེ་གྱེས་པས་སངས་རྒྱས་ཀྱི་ད་བཀའ་རྒྱུད་ཀྱི་བསྟན་པ་དེ་ཨ་ན་ལས་དར་བདའ་ལོ་དེ་དར་པོ་བཀའ་རྒྱུད་སེ་དེ་ཡོངས་གྲགས་ཡོད་པས་ཅོན་ཀོ་མི་དེ་ཨ་ནེ་འོང་བ་ད་དར་ལྷ་སྒམ་པོ་སེ་མི་དེ་དེ་རུ་གནས་གི་མེད་ཡིན་མེད་དེ་ན་གི་གནས་བསྡིག་གི་མེད་ཡིན་མེད་ཡིན་མ་ད་ཨ་ནེ་བས་པས་ད་དར་ལྷ་སྒམ་པོ།

ད་ཨཱ་ནི་ཀི་ཚེ་ན་ལུག་སྟེ། ཕ་རྒན་ང་ལོའི་ཆོས་ཀྱི་སྟེ་སངས་རྒྱས་གཉིས་ཀྱི་འདུ་ཤེས་དེ་ཨཱ་ནི་ཀི་ཚེ་ན་སྐྱེ་འོང་ཚེ་ཧི་མ་ལའི་བླ་མ་གི་ལུང་བསྟན་ནི་ཡོད་པ་ལ། ད་ཨཱ་ནི་ཀི་བོ་ད་བླ་མ་གི་ལུང་བསྟན་པའི་གི་གནས་སུ་ཁེན་ཏི་ཀི་བས་ད་ཐོག་མ་ཟངས་ལུང་དུ་སེ་མི་དི་ད་ཡ་ད་ལྷ་སྒམ་པོ་གི་དེ་ན་ལུག་སྟེ་ད་ལྷ་སྒམ་པོ་སེ་མི་དི་ད་ང་ཆ་བེ་བ་ཅི་ནི་ཏེ་ས་ཆ་སྦོམ་མེ་དཔེ་ན་ང་ཆ་ར་ན་ཐིམ་ཕུ་སེ་ལབ་དོ་ཟུམ་པེ་ད་ཐིམ་ཕུ་སེ་ལོ་ན་སེ་ལུ་ལེ་ཤ་ཡོད་པ་དེ་དེ་ཤུ་ལི་ལོ་བ་བི་ས་ལོ་དེ་ཟུམ་པེ་འབྱུང་བཞི་ན་ལོ། བསམ་གཏན་ནི་ཡིན་ནོ། རྟག་བ་ལོ། སེ་ཙི་ནི་ཡོད་མི་ལང། ཀ་བི་ས་ལོ། སེ། ཏན། ཏ། ག་ནི་བཟུང་པའི་ང་ཆ་ད་ལྷ་མགོན་པོ་སེ་མི་དི་ཅི་ཏང་བེ་ཞག། ཏེ་ད་ལྷ་མགོན་པོ་སེ་མི་དི་གི་ཏེ་ནང་སེ་ལུ། ཏེ་དེ་ལས། ད་མ་ར། དེ་ལས། ཐོག་མ་ཟངས་ལུང་སེ་མི་ན་ལུ་ཏེ་དེ་ན་ལུ། ཚ་ཆི་བཞུ་བཞུ་བིན་སེ་མི་དེ་མ་ཕབ། སེ། ཏན་ན་ལུ་དེ་གོ་བི་ན་རྒྱ་ཆི་བཟུ་བི་སོ་བ་ཆ་ནི་བ་གུ་དི་སུ་བཟུ་བོ་བེ་བེ། དེ་ལས་ཏེ།

ཆུ་ལེན་མ་བཏང་ཐ་མི་ཟེར་མོད། དེར་ཆུ་ལེན་མ་བཏང་བདག་ལ་ཆུའི་བཅུད་ལེན་རྫས་དགོས་ནས་ལེན་དུ་བཏང་ཚར་ན། དེ་ཁོ་གི་ཆག་ཞུགས་མེད་རེ་སྒོམ་རེ་བ་ཟེར་མི་དེའི་མི་དང། བདག་ནི་ཆུ་ལེན་མ་བཏང་བདག་ལུ་དེ་རེ་སྒོམ་རེ་བ་གི་ཞུགས་མེད་ཟེར་མོད་ཆུ་གང་ན་མི་འདུག་ཟེར་བདག་ཆུ་ག་དེ་མི་འདུག་མ་རེད་ཟེར་ཆུ་ཞུགས་མེད་དེ་ཞུགས་བདག་ལུ། ཁ་ཚ་དགྲ་ཚར་བསྟན་བཞག་པའི་རྟེན་དེ་སུས་བཏང་གསུངས་ཟེར། དེ་ཐེ་བོ་ཆེན་ཡ། དེ་ཁ་ཚ་མ། བྱ་གི་རྩ་བ་ལུ་གདན་གྱི་ཐིན་བྱ་ཡི་མེ་ན། ཨ་ནི་གདན་འདི་ཡ་ལྷོ་རྟ་ཞེས་ཟེར། དེ། དེ་སྲུང་གསུམ་ཡིན་པས། མ། ཆོས་ཀྱི་རྟ་ཕོ་གི་རེ་སྒོམ་རེ་བ་ལུ། དེ་ལས། ཨ་ནི་ཡ་ཁ་ལྷོ་རྟ་ཨུཏ་ལུ། དེ་ན་ལུ། ཆུ་ཁོ་མི་ཁབ་ཙམ་ཞིག་བསྡུས་ནས་འདུག་ཟེར་བས་བ་དེ། ཆུ་ཆུང་ཁུ་གཅིག་ཡིན། མ། ཐོན་དུས་འདུག་ཟེར་དེ་བས་བསྟན་མི་ནུས་སོ་མེ། འདི་ལ་བསྟན་ཇི་ཙམ་ཡོད་སྙམ་ལབ་པ་ཅང་ཡིན་བསྟན་མི་འདུག་ཟེར།

དང་ནམ་བོ་ད་ལུགས་ཏེ་ལྟ་བུའི་མིག་གི་ལུས་ལུགས་ཐལ་བ་བྱུགས་པ་ལག་ན་རྨ་བྱ་གི་སྒྲོ་གཟུང་བ་གཅིག་གིས་ག་ལེ་བའི་གཞུང་ནུབ་ཟེར་བ་ཅན་བཅུ་གཉིས་བདག་ཅག་བྱེད་པ་ཡི་བཅུ་གཉིས་བསྟན་པ་དཔེ་ན་འགའ། ཟེར་བ་དེའི་ང་ཅག་ན་རྗེའི་ཕག་མོ་གྲུ་བི་གིས་ཏེ་བསྟོད་པ་ན་ལུགས་བསྟོད་ཕྱིར་ན་ལུགས་ལ་དག་ནི་བའི་འདུག་ལ། བདག་ལྷ་སྒམ་པོའི་གནས་སུ་བྱོན་པའི་ཚེ། བླ་མའི་གསུང་བཞིན་ཐུགས་ལ་སྒྲུབ་པར་དགོངས།

ད་དེ་ལས། རྟགས་གཉིས་ཀྱི་ལུང་ཚིག་འདི་སྣང་ཤེས་ན་དེ་ནས་ཞག་འགའ་ལོན་རྩ་ནའོ། རྟགས་ནི་ལས། ཞག་གཉིས་གསུམ་གཅིག་གིས་བརྒྱབ་ལས། དེ་ལས། གཙང་གི་བློ་ཆ་བཏོན་པ་དག་ནི་བླུན་མ་འདི་སུ། དེ་གོ་ལོས་གོ་ལོས་པས་དེ་ད་ཡག་རྫོང་རྫོང་མིན་པས་ལ། དེ་གཙང་གི་བློ་ཆ་བཏོན་པ་སེམས་མི་བདེ་བྱུང། དེ་ལས་དུས་ཀྱི་ཤུ་ཤུ་དག་རིགས་རྒྱལ་བ་ཆུང་ཚགས་པ་སེམས་མི་བདེ། དེ་ལས་དགེ་བཤེས་སྙན་རྣ་ལོ། གཉའ་དམར་པོ་རྣམས་ཚེ་ལྟར་རླུང་མ་འདི་སུ་རིམ་པ་བཞིན་དུ་བྱུང་སྟེ་གྱིས་པས་ལ་དེ་རྣམས་ཀྱི་ཁྲིད་ཚ་བ་ན་ཚེ་ལྟར་འདི་སུ་ལུས་ཐ་མར་ཁྲིད་ན་དེ་ཁྲིད་དེ་ཕྱག་ཆེན་ལྷན་ཅིག་སྐྱེས་སྦྱོར་ལས་མ་བའི་རྣལ་འབྱོར་བཞི་ཡི་རིམ་པ། དེར་ཕྱག་ཆེན་ལྷན་ཅིག་སྐྱེས་སྦྱོར་སེམས་མི་དེའི་གཙོ་བོའི་རྣལ་འབྱོར་བཞི་ཡི་རིམ་པ། དེ་ཨ་ནི་ལུས་ཁྲིད་རྣམས་ཡིན་པས་ལ་དེ་ཨ་ནི་བའི་བུ་དང་ལུས་དེ་ལྟར་དེ་རྣམས་ཀྱི་ཁྲིད་ཚ་བ་དང་ལུས་དེ་ལས་དབུས་གཙང་ཁམས་གསུམ་གྱི་ཟེར་དེ་ལས་རིམ་པ་བཞིན་དུ་དེ་དབུས་གཙང་ཁམས་སུ་བ་ལས་དེ། བོད་ཀྱི་ས་ཆེན་མེ་མོ་ལ་ད་ལྟར་ན་བ་བོ་ཆེ་རྡོ་ཡི་ཁམས་གསུམ་ཟེར་ལབ་ཡིན་པས། ད། རྡོ་ཟེར་བ་ཆེན་དེ་མ། ཀ་ཆེ་ལོ་ཨམ་རྡོ། དེ་ལས་དབུས་ཟེར་བ་ཆེན་དབུས་གཙང། མ། དེ་ལས། མངའ་རིས་དེ་དེའི་ཁོངས་སུ་གདབ། དེ་ཁམས་སུ་གོ་ལ་མ་ཁམས་ཀྱི་ཆུ། དེ་ཨ་ནི་བའི་ལམ་བཅད་དུ། དེ་ཨ་ཨི་ལ་ལི་གཅིག་གི་མདོ་སྟེ་མདོ་མེད་སའི་ལམ་བཅད་དུ་མདོ་སྟོད་ཟེར་བ་གཅིག་སྟོད་མངའ་རིས། མདོ་མེད་ཟེར་བ་གཅིག་ནི་མ་ཁམས་དང་ཨ་མདོ། དེ་ལས་དབུས་གཙང་སའི་མདོ་སྟེ་མདོ་མེད་ཁམས་དབུས་གཙང་སའི་ཨ་ནི་བའི་རྩིས་ནི་བཅད་དུ། དེ་དང་པོ་བོད་བ་གཅིག་ནི་སྟེ་དང། སྟོད་མངའ་རིས་སྐོར་གསུམ། བ་གཡུ་ཚང་རུ་བཞི་སྨད་རྡོ་ཁང་སྒང་དྲུག་ཟེར་ཏེ་དལ་བའི་ཚིག་འུ་ཡིན་པས་ལ། དེ་གང་ལྟར་ཡང་དེར་རང་སོ་སོ་གི་ཐ་སྙད་ཚིག་དང་དཔེར་ན་ང་ཚ་ར་འབྲུག་རྒྱལ་ཁབ་རྫོང་གི་བེ་ས་ཅེ་རོའི་ཏེ་ཧེ་མ་བེ་བ་ཅེ་ལྷོ་མོན་ཁ་བཞི་ཟེར་ཚིག་ནི་ད་རེ་ན་བ་བེ་བ་ཅེ་ང་ཚ་ར་རྫོང་ཁང་ཉི་ཤུ་བའི་ཚིག་འུ་ཡིན་པས་རྨོ། ཏའང་ནི་བེ་གང་ལྟར་ཡང་ཏེ་ཐ་སྙད་འདི་སུ་རྒྱུའི་རྒྱུའི་རྒྱུ་ནི་དུ་བ། ཏའང་ནི་བོ་ད་ལུག་ཏེ་ཏའ། གཡུལ་ཚང་ཁམས་གསུམ་གྱི་སྣོད་དག་ལྡན་པའི་ཡིད་དེ། མི་རྣམས་དུས་གཅིག་ལུས་འདུལ་བ་ལྟ་བུ་བས་དེ་ཡར་ལ་ཚོགས་ཀྱི་ཡིད་སེམས་བ་དང་ཚོགས་ཤིང་ན་ལ་བས། དེ་ལས་གདམས་ངག་བཏབ་པས་དག་ན་ལ་ཆོས་རྒྱུད་ལྟ་བུ་རིན་པོ་ཆེ་གི་ཁོང་ལོ་གདམས་ངག་འདི་སོ་ནམ་ད་ལོ། རིང་པོ་མ་ལོན་པ་ཟེར་རྣམ་བསམ་ཡུལ་རུ་མ་གོ་བར། ཀྱ་ལུགས་མ་འདི་སུ་གོ་ལ་ཉམས་མྱོང་ཁྱད་པར་ཅན། རྩ་རླུང་གི་ཡུན་ཐུན། དེ་ལུགས་བཟླུམས་པའི་སྨྱོན་པ་ཤེས་པ་དྲུག་ག་དུས་གཅིག་ལུས་ཤར་བ་སྨྱོན་བཞི་དྲུག། སྟེ་དུས་གཅིག་ཏུ་ཤར་མི་དགེ་དཔག་ཏུ་མེད་པ་གཅིག་བྱུང་དེ་གི་བའི་ཡོད་དབྱིངས་སོ། མ་ཤར་བ་དེ་ན་ཤར་ཉམས་རྒྱུན་ལོང་ཡིན་མེད་ལ། དེ་ཐམས་ཅད་ཀྱང། མ་ལྟ་བུའི་དངོས་པོ་མི་འཆང་ཞིང། མ་ལྟ་བའི་སྨིག་ཆུ། དངོས་པོ་སོ་བ་ཅན་ང་ཚ་ར་འཇིག་རྟེན་པ་བཟུང་བའི་རྣོ་རེ་རྣོ་ཚད། མིག་མཐོང་རེ་མཐོང་ཚད་སྒོ་སྤེལ་མེད་འབའ། དེ་ལ་ང་ཚ་ར་སྦྱང་པའི་ཡོན་ཏན་བཅུ་གཉིས་མཚོ་ཡི་ཡོ་བྱད་བཅུ་གསུམ་ཟེར་བ་དང་ལུགས་དེ་རྒྱུན་ལོང་ངོགས་མ་གཅིག་བེ་བ་ཅན། དེ་མཚོ་ཡི་ཡོ་བྱད་བཅུ་གསུམ་རྒྱན་དེ་ཆགས་མི་ཆོག་བ་བ་ལ། ཁ། ད་ཆོས་རྒྱུད་རྣམ་གསུམ་འདི་དེ་ར་རམ། ཏེ་དེ་ཀུ་ལུ་ང་ཆ་ར་ཆུ་ཚ་ལོ་ག་ཅི་ལོ་སེ། ཏེ་ལྟ་བུ་ན་བུ་གི་རྒྱུད་བི་གི་ཡོ་བྱད་མཚོ་ཡི་ཡོ་བྱད་བཅུ་གསུམ་མ་ཏོ་བཅུ་བུ། ཏེ་ད་རྒྱུན་ལོངས་སྤྱིར་བཏང་གི་ང་རྒྱུན་ལོངས་ཡིན་སེ་རྒྱུན་ལོངས་རྣམ་དག་ཡིན་སེ་དགུ་བོ་ནི་དེ་ཇི་བསྟན་པ་ཟུམ་པའི་བིལ་བྲན་དགུ། བེང་ན་ལུ་ཏུ་རའི་དགུ། ཏང་ནི་གི་ག་རའི་དགུ། ཏེ་ལེ་དུ་དཱ་ས་ནི་གི་གཞན་དགུ་བེ་འདོད་བ་བྱིན། ཏེ་དེ་རྒྱུན་ལོངས་རྣམ་དག་མེ་མ་བ་མོ་ལྷ། དང་ལེན་པོ་འདི་ལོ་དེ་ཐམས་ཅད་ཅིང་མ་ལྟ་བུའི་དངོས་པོ་མི་འཆང། སེམས་མེད་དང་ནི་མོངས་མེད། མ་ལྟ་བུའི་དངོས་པོ་སེམས་མེད་དང་ནི་དེ་རོ་གཅིག་མཐུན་པ་ག་གོ་མི་རིག་སྟེ་ང་ཚེ་ལམ་མཆོག་བར་གྱི་དགོས་པ་དེའི་ནང་རྟེན་གཉིས་ལས། ཏེ། རྒྱུན་ལམ་རྣམ་པར་དག་པ་ཡིན་ཞེས་འདོད་མི་སྲུ་གི། ཏེ་མཚོ་ཡི་ཡོ་བྱད་ཆུ་གསུམ་སེམས་ཀྱིས་བསྡུས་བ་དང་རྩི་ནི་ཡོད་ལ། དང་ནི་བས་མེད་དང་དེ་ཐམས་ཅད་ཅིང་མ་ལྟ་བུའི་དངོས་པོ་མི་འཆང་ཞིང། སྦྱངས་པའི་ཡོན་ཏན་ལ་ཤ་སྟག་སེ་སྦྱངས་པའི་ཡོན་ཏན་བཅུ་གཉིས། ད་ཏིང་དན་ཏིང་ངེ་འཛིན་རྒྱལ་བོད་ཀྱི་མདོ་ལས། ད་འཇམ་པའི་ཡོན་ཏན་ལ་གནས་པ་ཤ་འཇམ་པའི་ཡོན་ཏན་ལ་ཤ་ཏཱ་ཏི། ཏིང་ངེ་འཛིན་རྒྱས་པའི་མདོ་ལས་སྐྱེས་བུ་དམ་པ་མྱ་ངན་ཡོངས་འདས་ནས། མ་རུངས་དུས་ན་བདག་གི་མདོ་འདི་བཟུང། ཞེས་པ་ནས་དགུ་ཚུལ་ཏིག་གི། དེའི་ཚེ་ན་ཏིང་ངེ་འཛིན་པ་དང་ལྔ་ཅར་དག་ལས་མི་ཉུང་དེར་བྱུང་སྟེ། མདོ་སྡེའི་ཕྱོགས་འདི་རྒྱ་ཆེར་བཟུང་བ་ལ་དེ་དག་གཉེན་དུ་འདྲེན་པ་གཞོན་ནུ་ཡིན་ཞེས་གསུངས་པའི་བྱང་ཆུབ་སེམས་དཔའ།

ནང་མིག་ལོ་རྒྱུས་དུས་སུ་མང་ཚགས་ཀྱིས། ལྟད་དུ་ལོ་ཅི་རེད་ལབ་འདུག་བ་ཅིག་ཁུངས་མི་འདུག་བ་དེ་མོ། ཀྱང་ལེ་ཧེ་མ། རྒྱ་གའི་ཕུང་པོའི་རི་ལུ་སྟེ་རྡོ་སྡེ་ཏིང་ངེ་འཛིན་རྒྱལ་པོ་སུམ་པའི་སྐབས་ལུ་སྟེ་ངེད་ཀྱི་རྡོ་སྡེ་དེ་མ་འོངས་པོ་ན་བྱང་ནས་བྱང་དུ་དྭངས་འོང་ཟེར། ད་ཨ་ནེ་ཀྱི་མཚན་ལ་ལུ་སྟེ་ད་དུ། ཐུ་བུ་ཅན་ང་མདའ་ཡུལ་གཞོན་ནུ་བྱང་ཆུ་སེམས་དཔའ་མདའ་ཡུལ་གཞོན་ནུ་འདི་མ་འོངས་པོ་ན་ལུ་རྒྱུ་ལོངས་འཚོ་བྱེད་ཅེས་བྱ་ཡི་ལུའི་ལག་ནས་ཏེ་བྱང་ཆུབ་ཀྱི་རྒྱུད་དུ་ལུ་ང་ཡི་རྡོ་སྡེ་འདི་རྒྱས་པར་བྱས་ནས་ཨ་ནེ་ཀྱི་དུས་ན་ལུ་སེ་ཡི་སྐབས་སུ་ལུ་སྟེ། ཨ་ནེ་བའི་ཐུ་བ་ཀྱི་ལུང་བསྟན་པའི་སྐབས་སུ་ལུ་སྟེ། ཐུབ་བྷིད་ཀྱི་སྤྱན་སྔ་ལོ་བྱང་ཆུབ་སེམས་དཔའ་ལྔ་བརྒྱ་བརྒལ་ཏེ་མ་འོངས་པ་ན་ལོ་ཆོས་ཀྱི་མདོ་སྡེ་འདི་བྱང་དུ་ཨ་ནེ་བི་བི་ཡི་སྐབས་སུ་ལོ་ང་བྱ་བརྒྱད་སྟེ་དེའི་ལུགས་ཏེ་ཁྲོ་བོ་དང་ཕྲིན་ལས་བི་ནི་ཡིན་ཡིན་ཚེ་རྨི་ལམ་རྟགས་མི་འདི་སུ་ཡིན་ཡིན་སེམས་མེད་པ་ལ། དང་ཕྱིས་གསུངས་པའི་བྱང་ཆུབ་སེམས་དཔའ་སངས་རྒྱས་ལུགས་མ་འོངས་པའི་དུས་མདོ་སྡེ་ཟབ་མོ་འདི་སྟེ་ཏིང་ངེ་འཛིན་འདི་སྟེ། འཛིན་པ། ཀློག་པ། འཆང་བ། སྟེ་རྨི་ལམ་ལྟ་བ་དེ་དག་རྣམས་ཡིན་ཡིན་ཚེ་དང་ཆོས་བཅུ་ལྟ་བུ་ལྷ་རྗེ་གི་འཁོར་དུ་འབྱུང་མིན་གྱི་ལུགས་མ་འདི་སུ་ཡིན་མེད་ལ། དང་མདོ་དགེ་མདོ་སྡེ་ཏིང་ངེ་འཛིན་རྒྱལ་བོ་གྱིས

ཨ་ལ་མོ་ད་ལོ་ཏཱ་ནི་ཏིང་ངེ་འཛིན་འདི་ཞིབ་མོ་ག་དེ་བཤད་དུས་ཡོད་སོ་བ་བཞིན་མདོ་སྡེ་ཏིང་ངེ་འཛིན་རྒྱལ་པོ་ན་ལོ་ནི་ཏིང་ངེ་འཛིན་རྣམ་པ་གསུམ་དེ་བཤད་དུས་ཡོད་བི་སི་མེ་ཏཱ་ནི་ཡོད་བདག་ལོ་རྡོ་རྗེ་མཐའི་བི་གི་ཕྱག་རྒྱ་ཆེན་པོ་དང་རྡོར་སྐད་ཙམ་དུ་ཟེར་ཟེར་ཕྱག་རྒྱ་ཆེན་པོ་ཟེར་བའི་མ་པ་གཙོ་བོ་དེ་སྒྱུ་མ་ལྟ་བུའི་མི་བསྟན་འཛིན་དཔའ་བ་རོལ་བའི་བསྟན་འཛིན་རྡོ་རྗེ་ལྟ་བུའི་བསྟན་འཛིན་འདི་ཡིན། དེ་ཡང་ཕྱག་རྒྱ་ཆེན་པོ་གྱི་སྐབས་ལ་དེའི་རྒྱས་བཤད། ད་རྡོ་དེའི་ཏིང་ངེ་འཛིན་རྒྱལ་པོ་དེ་རྡོ་ཡི་ཤུགས་སུ་གཏུབས་ལ་དུ་རྡོ་ན་ལས་ཏེ་དེ་དེ་ང་ཅ་ར་རྡོར་བསྟན་པའི་ཡིན་ཟེར་སྤྱིར་བཏང་གི་ང་ཅ་ར་རྡོ་དང་སྔགས་སེམས་མིན་ཏེ། དེ་དག་རྡོར་བསྟན་དང་རྒྱས་བཤད་ཀྱིས་ཁྱད་པ་ཡིན་ཟེར་དད་པའི་ཤེས་པ་ཡིན་མོད་ལ། ཚངས་པ་མི་རྣམས་ལ་ནི་བྱ་སྣོམ་ཆུ། གླེང་སྐབས་མི་ཚེ་མདོ་ཙམ་བསྟན་པར་གྱིས་ཧེ་མ་ལྷ་ཚངས་པ་གྱིས། དེ་ལས་དེ་ཆོས་རྒྱུད་བཏུལ་བའི་གྱི་དོན། དེ་ལྟར་སེམས་ཅན་ལུས་དེ་ཆོས་རྒྱུད་འཁོར་ལོ་བཀུག། སོགས་བཟླ་ལུང་སྟེ་བདག་ཅག་གིས་སྟོན་པར་གྱིས་དེ་ལྟར་སྔགས་ཀྱི་ལྟུང་མི་དེ་ཆ་ཉམས་མ་ཤེས་ལྟ་བ་བྱིན། དེ་ལྟར་ཉིད་ཀྱི་རྗེས་འཇུག་གདུལ་བྱ་འདི་སུ་སེམས་ཅན་འདི་སུ་ཧ་མི་གོ། དེ་བ་དེ་མདོར་བསྡུས་ཀྱི་སྟེང་གི། ཧེ་མ། ཚངས་པ་མི་རྣམས་ལ་ནི་བྱ་ནོམ་ཆུ། གླེང་སྐབས་མི་ཚེ་མདོ་ཙམ་བསྟན་པར་གྱིས་གསུང་གསུམ་ཡིན། ཨ་ནེ་ལ་བརྟེན་ཏེ་མདོ་མཚན་ཉིད་འཐད་པ། ད་དོ་ཡིན། ཨ་ནེ་བའི་ཤེས་པའི་ཡོན་བས་ལ། དང། ཨ་ནུའི་བུ་དང་ལུ་ཏ྄་དང། སྟེ་རྡོ་རྗེ་ཐེག་པའི་ཕྱག་རྒྱ་ཆེན་པོ་དང་མདོ་སྡེའི་ཏིང་ངེ་འཛིན་རྒྱལ་པོ་འདི། མདོར་བསྡུས་དང་རྒྱས་བཤད་ཀྱི་མདོར་བསྟན་དང་རྒྱས་བཤད་ཀྱི་ཁྱད་པར་ཙམ་དུ་མ་ཐོ་བཅུ་པོ་སྟེ་མདོ་སྡེའི་ཏིང་ངེ་འཛིན་རྒྱལ་པོའི་གྱི་བརྗོད་བྱ་ཕྱག་རྒྱ་ཆེན་པོ་ལས་ལོགས་སུ་གཅོད་པ་ཅི་མིན་སོགས་མེད། དང། དེ་གསུམ་པའི་ངག་འཆལ་དང་ཆོས་སྤྱོད་ལྟ་བུ་ལྷ་རྗེ་ཀྱི་རྟགས་ཧོ་རོག་གནས་ལུགས་ཀྱི་རྟོགས་པ་མྱུར་དུ་འཇུ་རུ་བའི་གང་ལས་འདི་ལས། ནད་ལ་མ་བལྟས་སྐུ་ཡི་རྒྱུད་བསྐྱོད་པ་ཡི་ལས་བྱེད་ཕྱི་ར་ལྟོས་ཡིན་པས་ད་དེ་ན་ལོ་ང་ཚ་ར་ག་དེ་བས་སྡུག་ཟེར་བ་ཅི་ནས་ད་དུ། སྔར་གྱི་ད་ཆའི་ཨ་ཁུ་བླ་མ་ཁོ་རེ་གི་སྟོད་ཆེན་སྣ་ལུ་ཅིག་ཞུས་པ་མོ་ད་ནས་ཀྱི་འཕྲོ་ཐུད་ཐུད་མ་ཞུ་གི་དོན་མེད་ལ། ད་ནས་ཀྱི་འཕྲོ་ཐུད་ཐུད་ཀྱི་ཞུ་ད་ལོ་ད་ཆའི་སྣ་ལུ་ཨ་ནེ་བས་སྡུག་པ་མོ་ད། ད་ལྷ་དགོངས་པའི་གནས་སུ་བྱོན་པའི་ཚེ་བླ་མའི་གསུང་བཞིན་སྒྲུབ་པ་ཐུགས་ལ་དགོངས། མཁའ་འགྲོའི་ལུང་བསྟན་གཞན་དོན་གྱིས་ཤིག་གསུང། ཆོས་རྗེ་སྒམ་པོ་པོ་ལ་ཕྱག་འཚལ་ལོ། སྣོད་དག་བདེན་པའི་ལས་ཅན་དུ་མ་འདུས། བྱ་ན་ལས། བླ་མེད་མན་ངག་གདམས་པ་ཟབ་མོ་བསྟན། སྨིན་བྱེད་དྲུག་གི་སྐྱེས་བུ་དཔག་མེད་བྱུང། མཉམ་མེད་བླ་མ་ཁྱོད་ལ་ཕྱག་འཚལ་ལོ། དག་སྣང་རྣམ་པར་སྦས་བྱེད་ལས། དེ་ལྟ་ལས། སྐུའི་སྐྱོད་པ་དུ་མ་སྟོན་པའི་སླད། ང་ཅག། ཟད་པ་ས་ཆུ་མེའི་ནམ་མཁའ། ད་ནི་འདི་སུ་ང་ཅག་ཟེར་བ་ས་ཡི་ཏིང་ངེ་འཛིན། ཆུ་ཡི་ཏིང་ངེ་འཛིན་མེའི་ཏིང་ངེ་འཛིན་ད་ནི་འདི་སུ་སྟེ་བསམ་གཏན་གྱི་ཉམས་ལེན་དངོས་གཞི་མངོན་དུ་ཆུད་པའི་སྒང་ལས་དེའི་ཡི་ནུས་པ་ཟུམ་གྱིན་མེད་པ་ཟེར་བ་ས་ཆུ་མེ་རླུང་ད་ནི་འདི་བ་དེ་རུ་ང་ཅག་བག་དགྲ་བཅོམ་པའི་གི་གོ་བ་ཐོབ་པའི་སྐབས་སུ་ལས་དེ་ད་ནི་འདི་སུ་རུ་མངོན་དུ་གྱུར་འདི་གི་བས་དེ་དགྲ་བཅོམ་པ་འདི་སུའི་རྫུ་འཕྲུལ་བསྟན་གསུམ་མི་ལས་ཨ་ཡིན་མེད་པ་ལ་གཙོ་བོ་དེ་འབྱུང་བཞི་སྲིད་ཀྱི་ནོན་པ། ཉི་མ་སྟེ་སྲིད་ནི་འགས་ཟེ་བ་བཅུ་སྲིད་ལྟ་དེ་བས་ཤེས་འོ་ནུས་ལ། དེ་གང་ལྟར་ཡང་དེ་ལྟ་ས་ཆུ་མེ་དེ་ལས་ནམ་མཁའ་སྟེ་ཤེས་བཞུགས་ནམ་མཁའ་ལ་མཛད་པ་སེམས་མེ་ལས་སུ་ལྟ་ནམ་མཁའ་ལ། ལྟ་ནམ་མཁའ་ལུགས་ཤེས་བཞུགས་ཟས་སེ་བོ་ལ་ལྟ་ནམ་མཁའ་བར་ན་སྟོང་པ་ལ་བར་ལམ་བྱོན་གུ་རུ་བྱོན་སུབ་བཞུགས་གུ་རུ་བཞུགས་སུ་མེ་ཧེ་མ་རྗེ་བཙུན་མི་ལ་རྒྱལ་དེ་བས་མཛད་ནུས། དེ་གསུམ་པས་ལྟས་ང་ཚེ་རབས་འཕུར་བ་ཆེ་རེ་མ་སོང་སྐུ་གང་བོ་རི་དྭགས་མཉམ་པ་ཟེར་ཏེ། ཆོས་རྒྱུད་དྭགས་པོ་ལྷ་རྗེའི་འཁོར་ལོ་བཞུགས་ཚུལ་གྱི་བརྒྱ་སྐུ་དེ་སྦོམ་མ་སོང་ཕྱི་ལས་བལྟ་བ་དང་ནང་འཁོར་ན་ཆོས་རྒྱུད་དྭགས་པོ་ལྷ་རྗེའི་རྗེ་བ་ད་ལོ་སྐུ་སྣང་མིན་བསམ་མིན་གྱི་སྦོམ་པས་དེ་ལྟ་ཡ་ཕ། ང་ཚེ་རབས་ད་ལྷ་གང་བོ་གི་རི་སེ་མི་དེ་སྐུ་གང་བོ་གི་རི་སེ་མི་དེ་ཡིན་མ་རེད་སྦོམ་བསྡུ་བ་དེ་རྨོ་ཞིག་གང་ཨ་ནི་དང་མཉམ་པ་བས

དེ་ལས་དེ། རས་ཆུང་གིས་ཕྱི་ལས་བཏགས་ལྟ་ལོ་གཡག་རོ་དེས་སྦོམ་ཆུ་ཤ་མ་ཟོམ་པས་ནམ་ཁོ་ན་རྗེ་བཙུན་མི་ལ་དེས་འཇལ་བ་ལྟ་ལོ་རྗེ་བཙུན་མི་ལ་གིས་སྐུ་དེ་སྟེ། སྦོམ་པས། རྟ་ནི་དེ་སུ་མེ་བ་ལ་ང་ཅི་ར། ཟས་བ་ས་ཆུ་མེ་རྟ་འབྱུང་བཞི་ལུག། དབང་ཐོབ་དེ་གིས་རང་དབང་ཐོབ་པས་ཀྱི་ཏིང་ངེ་འཛིན་དབང་དུ་བཅུ་བས་ཀྱི་རྟ་ཚོད་ནི་ཡིན་པས། སྐུ་གང་པོ་གྱི་རི་དང་མཉམ་པ་ཕུལ་དུ་བཞུགས་པ། ཡེ་ཤེས་སེམས་དཔའ་གཉིས་སུ་བསྟན་ལ་བསྟིམ་པ་སོགས་རྫུ་འཕྲུལ་མང་བོ་བགེགས་ཀྱི་བུ་ལྟ་བུ་བསྟན་ཚུལ་གསན། མི་རྟག་རབ་གནས་པའི་སྐབས་ཐོ་ལོའི་ཡེ་ཤེས་སེམས་དཔའ་གཉིས་སུ་བསྟན་ང་ཆ་ར། དེ་ནི་དམ་ཚིག་སེམས་དཔའ་ལུས་བསྟིམ་གསུམ་ཡིན་ངེས་མེད་ལ། རང་གནས་པ་ཐོ་ལོ་ན། ང་ཆ་ར། རྒྱའི་ཕག་མོ་གྲུ་བེད་ཀྱི་སྟོད་ཤིང་ན་ལོའི་ག་དེ་བའི་གདུགས་ཟེར་བ་བཅས་རེ་ཞིག་སྐུའི་སྤྲུལ་པ་རྣམས་ཀྱིས་བསྟན། རབ་ཏུ་གནས་དང་གཞན་ན་མཆོད་བསྟོད་དང་མཁའ་ལ་འཕུར་དང་སྤྱི་ནི་བདག་ཅག་བཞུགས། སྣང་བ་དབང་ཕྱུག་ཁྱོད་ལ་ཕྱག་འཚལ་ལོ། ཟེར་ཏེ།

རབ་གནས་མཛད་ཚེ་བྱང་ཆུབ་ཆེན་པོར་འགྱུར། ཡེ་ཤེས་སེམས་དཔའི་བསྟན་ལ་དངོས་སུ་བསྟིམ། སྒྲུབ་པ་ཆོས་ཉིད་ཁྱོད་ལ་འཆད་འཚལ་ལོ། རྟགས་ནི་འོད་དུ་ལ། རྟགས་ནི་ཆོས་སྤྱོད་གང་པོ་དབྱིག་གི་བསྟོད་པ་རྒྱས་པ་འདི་སོ་ཡ་ཏི་ང་ཤ་ར། དེ་རྟགས་ཚེ་རེག། དེ་བཀའ་བརྒྱུད་བླ་མེད་ཀྱི་བསྟོད་པ་འདི་སུ་ང་ཤ་ར་བཀའ་བརྒྱུད་ཕྱག་མཆོད་ཟེར། དེ་ཧེ་མ་བི་བ་ཤིན་ཏ་གྲ་ས་ན་བཀའ་བརྒྱུད་ཕྱག་མཆོད་འདི་སུ། དེ། གོ་རིམ་པས་རྟགས་མགོ་སེ་མ་བ་ལ། སུ་ནང་ཁོ་ནར་བྱོན་ནས་ཨ་ནུའི་སྦས་ཀ་ཏུ་ལ་དེར་ད་རེ་ནར་བ་དྷིའི་གི་ལུས་སྲིད་དུ་མི་བི་ག་ལས་དེ་བཀའ་བརྒྱུད་ཕྱག་མཆོད་འདི་སུ་ཡའི་རྟགས་ནི་མི་ནུབ་པ་དེ་སྨོས་ཤིག་ལ། དེ་ལྟར་ཆ་མཉམ་ལ་དེ་འཕགས། སྲིའུ་ཚོགས་བཞི་ས་ཆུ་མེ་སྲི་ལ་ཀླུ་བཞི་བས་པས། དེ་བཀག་གི་ཆོས་ཆུད་སེམས་མི་འདི་དེ་མཉམ་མི་འདི་ཨ་ཉི་མེད་ལ། ད་གང་ལྟར་ཡང། ལྟ། ཡེ་ཤེས་སེམས་པ། དངོས་སུ་གཏན་ལ་བསྟིམ་པ་སོགས་སེ་ལྟ། ཡེ་ཤེས་སེམས་པ་གཏན་ལ་དངོས་སུ་བསྟིམ་པ་ལ་རབ་གནས་ངོ་མ་དེ་ཨ་ཉི་མེད་པ་དེ་རབ་གནས། དེ་ལྟར་ན་བར་ང་ཆ་ལ་སྤྲོས་བཅས་ཀྱི་རབ་གནས་དེ་ཡན་ལག་བཞི་པ་ལ་སོགས་པ་རྦད་དུ་སྦས་ས་ཆོས་རའི་དོན་དང་སྙིང་པོ་ངོ་མ་དེ།

རྫུ་འཕྲུལ་ཅན་རྣམས་ཀྱི་ཆུ་མོའུ་འགལ་གྱི་བུ་སོགས་དང་ལོདེ་མོའུ་འགལ་གྱི་བུ Mongol Putra སོགས་ལ་དབང་ངོ་ཞེས་ལ། སྐྱེ་བ་གཅིག་གིས་ཐོབ་པའི་བྱང་ཆུབ་སེམས་དཔའ་སོགས་ལས་ས་བཅུ་པའི་བྱང་ཆུབ་སེམས་དཔའ་ཡོད་མེད་ལ། དེ་ས་བཅུ་བའི་བྱང་ཆུབ་སེམས་དཔའ་ཡིན་པ་ཅི། ཁོ་རང་གིས་ར་ཤས་ཀྱི་བཞི་པའི་ཡིད་ཆེས་མེད་ལ། གཞན་གྱིས་ས་བཅུ་པའི་བྱང་ཆུབ་སེམས་དཔའ་ཨིན་ཡིན་ཞེས་ཨ་ནེ་པའི་ཡུལ་ཆོས་ཀུན་པར་འདི་སྐད་པས་དེ་ལྟ་ཨ་ནེ་པའི་བཞེད་བྱ་མེ་འབར་བཞིན་ན་དེ་ལྟར་ཆོས་ཀྱི་དར་ཁོག་ལྷ་རྗེ་ཁོ་རང་གིས་ར་དེ་སྐྱེ་བ་གཅིག་གིས་ཐོབ་པའི་བྱང་ཆུབ་སེམས་དཔའ་ཨིན་ཞེས། ཏཱ་ལའི་བའི་ཞལ་གྱི་བཞེས་དུས་ཡོད་ཟེར་བ་བ་ལ། ཏཱ་ལའི་བའི་བོ་ད་ལོ་སྐྱེ་བ་གཅིག་གིས་ཐོབ་པའི་བྱང་ཆུབ་སེམས་དཔར་ཞལ་གྱི་བཞེས་པ་སྟེ། སེམས་རྨོ་ཞིག་ལ། ཏཱ་ལའི་བའི་བོ་ད་ལོ། ཏིང་ངེ་འཛིན་རྒྱལ་པོ་ལས་ཡེ་ཤེས་བླ་མེད་འདི་ནས་རབ་བསྒྲུབས་ནས་ཕྱིས་དུས་མི་ལ་དེ་ནས་འཇིག་རྟེན་དུ་རྒྱལ་བ་དྲི་མེད་ཡོད་ཅེས་བྱ་བ་བརྗོད་ལ་བདག་ཡུལ་གཞོན་ནུར་གྱུར་པ་བདག་ཉིད་ཀྱི་ལུང་དེ་འདི་ཐོས་དགའ་བ་དགེ་སྦྱོར་ཧེ་མ་རྡོ་རྗེ་ཏིང་ངེ་འཛིན་གྱི་སྐབས་ལོ་སྟེ། བདག་ཅག་གི་སྟོན་པ་རྒྱུད་ལུང་བསྟན་པའི་སྐབས་སྡོ་ལུ་མའི་དབྱིབས་མེད་ལ། དེ་ཏིང་ངེ་འཛིན་རྒྱལ་པོའི་མདོ་ལས་ཡེ་ཤེས་བླ་མེད་འདི་ནི་རབ་ཏུ་གནས་སོགས་པ་ལས་ཡེ་ཤེས་བླ་མེད་ཀྱི་ས། རབ་ཏུ་སྒྲུབ་ཏུ་བགྱི་བའི་ས་བཅུ་པ་ཐོབ། ད་ཕྱིས་དོན་མེད་ལ་དེ་ཉིད་འཇིག་རྟེན་དུ་སོགས་པ་ལས་ཏེ་ལོ་ཤུ་ཤུ་པའི་སྒོ་ལས་དེ་ལྟ། འཇིག་རྟེན་གྱི་ཁམས། རྣ་ལུང་རྒྱལ་བ་དྲི་མེད་ཡུལ། ཞེས་མི་འདི་རུ་འབྱུང། དེ་སྟོན་པ་གྱི་ལུང་བསྟན་དུ་མིན་པས་ལ་ཧེ་མ། ཆོས་རྒྱུད་བརྡ་ཡི་གཞོན་ནུ། དེ་དྭགས་པོ་ལྷ་རྗེ་མ་བརྡ་ཡི་གཞོན་ནུ་གྱི་སྐྱེ་བ་བཞི་དུས་བཞུགས་པའི་སྐབས་ལུང་རྒྱལ་བ་དྲི་མེད་ཡུལ་ཅེས་བྱ་བ། བརྡ་ཡི་གཞོན་ཨཱ་ནི། དེ་ཆོས་མ་འོངས་པ་ན་ལུང་རྒྱལ་བ་དྲི་མེད་ཡུལ་གྱི་ངོ་བོ་ལ་སངས་རྒྱས་པར་འགྱུར་རོ། དེ་ལུང་བསྟན་མི་དགའ་ལ་ཨེ་ཨཱ་ནི་ཐུབ་ཙམ་གཅིག་གིས་སེམས་དགའ་སྟེ་བརྡ་ཡི་གཞོན་ནུ་བརྗོད་པ་བདག་ཉིད་ཀྱིས་ལུང་བསྟན་འདི་ཐོས་དགའ་བ་སྐྱེས་གྱུར་ཏེ། དེ་བས་གསུང་འདི་ཡོད་སམ་ཞེས་དང། གཉིས་ཀྱི་པདྨ་དཀར་པོ་ལས། དེ་ལས་བྱང་ཆུབ་སེམས་དཔའ་བྱེ་བའི་རྒྱལ་གྱི་རྩ་བ་རྒྱ་ཆེན་པོ། རྣམ་པ་སྣ་ཚོགས་བསགས་ནས་ཕྱིའི་དུས་བྱས་མ་ཐག་ཏུ་ཟད་དེ། ད་ནི་བྱང་ཆུབ་སེམས་དཔའ་བྱེ་བའི་རྒྱལ་གྱི་རྩ་བ་རྒྱ་ཆེན་པོ། རྣམ་པ་སྣ་ཚོགས་བསགས་ཏེ་དགེ་བའི་རྟ་ཐིག་ཁོ། སྐུ་མྱ་ངན་ལས་འདས་པའི་གང་ལས་དག་ཞེ་ས་ཞུ་བ་ཅི། ཏེ། ནུབ་ཕྱོགས་སུ། སངས་རྒྱས་ཀྱི་ཞིང་བྱེ་བ་བརྒྱ་སྟོང་བདེ་བའི་ཕ་རོལ་ན་ལོ། དེ་བཞིན་གཤེགས་པ་ཡོད་པ་མིག་གིས་སངས་རྒྱས་ཀྱི་ཞིང་འཇིག་རྟེན་གྱི་ཁམས་བདེ་བ་ཅན་ན་ལོ་སྐྱེ་བར་འགྱུར་ཏེ། འཇིག་རྟེན་གྱི་ཁམས་ཡུན་དུ་ཐམས་ཅད་ཀྱིས་བརྒྱན་པ་ཞེས་བྱ་བ་ན་ལོ་མ་འོངས་པ་ན་ལོ། ཏེ་ཧེ་མ་བདེ་བ་ཅན་དུ་ཆུད་ནས་བདེ་བ་ཅན་ལས་པའི་བའི་ཤ་ལས། ཏེ་ཨ་ན་ལས་ས་དང་ལམ་གྱིས་ཏེ་ཡུན་དུ་ཆ་མཉམ་རྫོགས་ཏེ་སྐྱེས་པས། ཏེ་འཇིག་རྟེན་གྱི་ཁམས་ཡུན་དུ་ཐམས་ཅད་ཀྱིས་བརྒྱན་པ་ཞེས་བྱ་བ་ན་ལོ། ཏེ་དེ་བཞིན་གཤེགས་པ་ཡུལ་དྲི་མ་མེད་པ་སེམས་དེ་ཡི་ངོ་བོ་ལ་སངས་བྱ་བར་འགྱུར་རོ། ལུང་བསྟན་འདི་མིན་པས་ལ། ཀུན་དགའ་བོ་རྒྱུ་ནོར་འཚོ་བྱེད་དེའང་ཛྭ་ནའི་བ་ད་ལོ་ད་རས་རྒྱུ་ནོར་འཚོ་བྱེད་ཟེར་མི་དེའང་ང་ཡི་བསྟན་པ་འདི་མ་འོངས་པ་ན་ཁུར་གྱི་གཡང་ཞིག་རྒྱས་པར་འགྱུར་ཏེ་བགྱིས་པས་ཀུན་དགའ་བོ་ཆུ་མྱ་ངན་མ་བྱེད། ཨེ་མ། ཏེ་ཁོ་ངའི་བསྟན་པ་འདི་ཁུར་གྱི་གཡང་ཞིག་རྒྱས་པར་བྱེད་འོང་མ་འོངས་པ་ན་འཁོར་བས་དེ་དེ་བཞིན་གཤེགས་པ་དྲི་མེད་ཡུལ། དེ་བཞིན་གཤེགས་པ་ཡུལ་དྲི་མ་མེད་པ་སེམས་མེད་དུ་རུ་སངས་རྒྱས་འོང། སེམས་དང་ནི་ལུང་བསྟན་མི་འདི་སུ་ཡིན་སེམས་མེད་ལ།

འདི་དག་གཙོ་བོ་ཁམས་པ་མི་གསུམ་པའི་རྩིའུ་ཡིན་པས་ལ། རྒྱལ་ཚབ། གཡོན་བསྒོམ་ཚུལ་ཁྲིམས་གཉན་པོ་འདི་སོ་སོ་བས་བྱ་བའི་ཞལ་ལས། དེ་ཁམས་པ་མི་གསུམ་ཟེར་བའི་འདི་གྲུབ་ཐོབ་ཁམས་པ་མི་གསུམ་ཟེར། དེ་ཁམས་པ་བདེ་གཤེགས་རྡོ་རྗེ་ཟེར་བ་རྗེའི་ཕག་མོ་གྲུབ་པ། དེ་ལས་ཁམས་པ། དྲི་བསུང་མཁན་པ་ཀརྨ་པ། སྐུ་ཕྲེང་དང་པོ་འདི། དེ་ལས་ཁམས་པ། སེ་སྟེང་ཤོ་རེ་ཤོ་སྟེ་སེ་རེ་སེ་ངས་དེ་མ་གོ་ལེ་ཐོན་གོ་ལ། ཨ་ནི་ཁམས་པ་མི་གསུམ་ཁམས་པ་མི་གསུམ་གྱི་གྲས་ལས། དེ་སེ་སྟེང་ཤོ་རེ་སེ་མི་འདི་གིས། གསལ་སྟོང་ཤོ་རེ་སེམས་འདི་རྣམ་སེམས་རེ་ད་རྒྱུ་ཆ་དང་ཕྲིན་ལས་མ་བྱུང་མ་པ། སློབ་དགེའི་རྣམ་སེམས་པད་མ་སོ་བས་ཨ་ནི་བི་ནི་འདི་གིས་དེ་ད་རེ་ན་བ་མིའི་རྣམ་སེམས་མི་མི་དེ་ཨ་ནི་མེ་དེ་དེ་ན་ལེ་དེ་ད་ཁམས་པ་འདི་ཤི་དོར་གི་རྗེས་ཕག་མོ་འཁྲུགས་པ་ད་དེ་དུས་གསུམ་ཁེངས་པ་འདི་རུ་ཨ་མི་ས་མི་གིས་ད་ད་རེ་ན་བ་ང་ཚ་ར་སྒྲུབ་པ་བཀའ་གྱུ་ལོ་འབྲི་གུང་བཀའ་གྱུ་ལོ་སྟག་ལུང་བཀའ་གྱུ་ལོ་ཚེ་བཀའ་གྱུ་ལས་ཤ་ཡོད་མི་འདི་ག་རྗེས་ཕག་མོ་འཁྲུགས་པའི་ཕྲིན་ལས་མེ་ད་ཁམས་སངས་ཀྱི་ཆོ་ལོའི་བོད་བ་ཅན་ཏེ་ག་ཨེ་ར་རྗེའི་དུས་གསུམ་མཁན་པོ་ལ་མང་བརྒྱུད་བརྒྱུད་པས་ཡིན་པས་རྨོངས། ད་ཨ་ནེ་བའི་བོད་ད་ལོ་གང་ལྟར་ཡང། ད་ཨ་ནེ་གི་ཚེ་ན་ལོ་ད་སྒམ་པོ་ལོ་རྣམ་སྨིན་བསམ་མེད་དགེ་འདུན་གྱི་སྡེ་བརྒྱད། ད་ཨ་ནེ་བོད་ད་ལོ་ཏེ་ཁམས་པ་མི་གསུམ་གྱི་ཏེ་ཁོང་རུ་ཕྱི་ཡི་རབ་བྱུང་གི་སྣང་བ་བེ་རུ་ནང་ཁོ་ན་ལོ་རིམ་གཉིས་ཀྱི་གནས་འཇོག་པ་བས་ད་ཨ་ནེ་ཤ་ཆང་གི་རྫས་ལུག་ལོངས་སྤྱོད་ཏེ། ཆབ་ཆུ་ཨ་ཙི་ཙི་བཞི། ཏཱ་ནི་བའི་ཨ་ཚེ་རེད། གྲུབ་མཐའ་གྲུབ་བོད་ཀྱི་སྤྱོད་པ་འདྲ་བོ་མ་འདྲ་བོ་རེད་ཟེར་ཚེ་ངོ་ནི་མེད་ལ། ཏཱ་ནི་དམ་ཚིག་གི་རྫས་སུས་ཅུང་ཚེ། ཅི་གསོས་ཟེར་དེ་ལས་ཁོང་ནི་ཆང་ཨ་ཚེ་རྫས་བཞི་ཡོད་ལ་དེ་ག་ཡིན་སྙམ་འུ། ཁོང་གསུངས་ཏེ། ཏཱ་ནི་བའི་བུ་ད་ལོ་སྟེ་དགེ་སྐྱོན་གྱིས་ཁོང་ཆང་འཐུང་མ་ནུས་པས་དཔེ་བདེན་ཟེར་ང་ཅར་ཤོ་ལོ་ཅག་མི་དེ་འདྲ་ཡོད་པ་དེ་དེ་ག། གྲྭ་ཚང་གྲུབ་མཐའ་དེ་ལགས་ལ་མི་ལ་ལས་ཅི་ལགས་གཞན་ག་ནས་མི་ཤོ་ལོ་ཅག་མི་འདི་འདྲ་ཡིན། ཧ་ནི་ཧ་ནི་བའི་དཔེ་བདེན་ལ། ཧ་ནི་ཧ་ནི་བའི་ང་ཅར་དེ་དེ་ག། དེ་ལྟ། སྦས་སྐབས་ལྟ་བ་འཇོ་སྟེ་སའི་རུ་གི་ཞོ་ལོ་ལྕགས་ཡར་གཟིགས་དུ། ཀྱེ་མ། བ་ཟ་ལ་མ་ཤའི་དུས་ནུ་སའི་རུ་གི་ཞོ་ལོ་ལྕགས་ཡར་གཟིགས་དུ་བའི་དོད་ཆུ་བ་ང་བྱེད་ལ། ད་ཨ་ནེ་བ་ད་ལོ་ད་ད་ནི་ཏེ་དགེ་ཁི་སོ་བ་ཆུ་ཀུ་དྲུག་མེ་ཏེ་ཀུ་དྲུག་གིས་ཏེ་ཨ་ནེ་ཁོང་ཨ་ནེ་བའི་བེ་ཏེ་སེ་གོ་དེ་གི་བེ་ཁོང་གསུམ། ཨའོ་ད་ཆེ་དེ་བེ་བེ་བ་ཆེན་གི་འདུས་ཀི་དེ་ན་ལོ་མི་རུང་སེ་ཏེ་ཆང་འཐུང། ཆེ་གི་སྤྱོད་པ་ཨ་ནེ་བེ་བེ་ནོ་སེ་ཏེ་ལེ་ཁོང་གསུམ་སྟོན་དང་དམ་ཡེ་མེ་ལ་ཁམས་བ་མི་གསུམ། ཁོང་གསུམ་སྤྲད་པས། དེ་ཁོང་གསུམ་ཐོན་ཡ་ལས་གྲ་ས་ན་ལས་སྟོན་དང་མོ་ལ་སྒང་བུ་གི་ལྷ་ཆོས་ཐམས་ཅུད་སྒོ་ཐིང་ལོ་ཡ་གསུམ་མི་སེམས་མེ་བ་ལ། དེ་ལྷ་ཆོས་ལྷ་ཆོས་ཐམས་ཅུད་སྒོ་ཐིང་ལོ་སོ་ལ་ཡ་ཆོ་ཤོ་ན་གི་ཏིང་གི་སྐུ་ཡུ་རོའི་ཁ་མ་གུམ་བུ་བའི་ཇོ་བ་ན་བའི་ཇོ་ཇོ་ངུ་ནི་མེ་ལ། དང་ན་བའི་བའི་སྒོ་ཐིང་ལོ་བ་ད་ལོ་ཏི་ལེ། ཆོས་ཆུ་ད་བ་གི་བ་ཡ་ཁ་ཤི་མི་ནི་བས་བའི་སུང་མ་ད་རི་མ་འདྲ་བུ་ཆི། དེ་ལྷ་ཆོས་དུ་སོའི་ཆ་ནིམ་སྒོ་ཐིང་ལོ་དེ་ཨ་ནི་བའི་ཨི་མེ་སོ་ད་ལོ་ཏི་ཤུ་ཤུ་ཡིན་པས། དེ་བཞིན་ག་ནས་མ་བས་སེ་ཀུ་དྲུག་ཡིན་ཏེ་ཨ་ནས་ཁོང་ཁང་པ་མི་གསུམ་དེ་གྱིས་ཏེ། ནང་གྲ་སང་ན་ལོ་དེ་ཆའང་འཐུང། དེ་བས་ཤ་ནི་བས་རྔམ་སིས་སིས་བས་བས་དེ་མེད་དེ་དགེ་འདུན་གྱི་ཁྲིམས་དང་གེ་སུ་ནུ་ལ་དེ་སྟོན་སྟངས་ཡིན་སེ། ཁོང་ན་ལ་སྤྲད་སྟངས་ཡིན་སེ། ད་ཨ་ནས་བས་བོ་ལ་དེ་ལས་དེ། དེ་ལས་དེ་བྱིས་གང་པོ་བ་གིས་མ། ཁོང་གསུམ་མ་སྡོད་པ་ཅི་ང་ཡང་མི་སྡོད་སེ། དེ་ལའང་ལས་བྱེད་ཀྱི་དམུ་པའི་དྲག་ཤ་རྣམས་འབེབས་པས་དེ་ཡེ་ལ་ཐུན་བྱོན་ཆོས་མིན་སེམས་དབང་བ་ལ། ད་དེ་སུ་དགེ་ཞིང་དགེ་བ་འབེལ་བ་བཞིན་དོན་གང་ནོད་པ་རྣམས་ཐ་དགེ་བའི་ན་གཟིགས་གོ་ལ་ན་མདོར་བསྡུས་ཅི་རང་ཡིན་མེད་དེ་སུ་གི་ལོ་རྒྱུས་ལས་ཤར་ཡོད་པ་ལ། ད་ནང་བ་དུ་ཁོང་གསུམ་མི་འདུག་ན་ང་ཡང་མི་འདུག་མི་སྡོད་གསུངས་འདི་གི་བས་དེ་ད་ག་ཁོང་གསུམ་མ་སྡོད་བ་བཞིན་དེ་ང་ཡང་ན་སྡོད་དུས་ཕྱིའི་མི་ཡིན་སྲིད་དེ་ལས་དེ་ཁོ་རིགས་ཀྱི་གྲྭ་གཞུང་ཟེར་བ་ཆེ་ང་ཅག་འབེལ་བ་བཞིན་ཕལ་ཆུའི་མི་ལ་ད་ནི་རྒྱབ་ཁ་རྣམས་འབེལ་བས་སྦ་ཁར་ཕྱག་ཏུ་བཟུང་ཚེ་ཕྱག་ཁར་འདི་རྣམས་འབེལ་བས་དེ་ལྟར་ཕེབས་འདི་ག་བ་ལུང་གླིང་གི་སྨད་དུ་སེ་མ་དེ་ད་བུ་གི།

དེ་ལས་ཏེ་བླ་མ་གི་ཆས་ཡ་ཆ་ཆབ་ཡ་ཤོག་སེ་ཞབས་ཀི་ཡ་བྲོ་ཁྲབ། དེ་དེ་ལས་མ་འོང་མ་དོ་བྷུ་འུ་འདུག་ལོ་ཁོང་གསུང་གི་ང་ཆ་ཡ་འུ་འདུག་ལགས་སེ་དེ་ཁོང་གིས་མ་ལ་ཨ་ནི་བའི་ཞབས་ཁྲ་བཅབ་བོ་འདུག་ལོ་ཨ་ནི་ད་རུ་དོ་བྷུ་གོང་བ་གཉིས་འདུག་ལོ་ཁོང་གིས་གསུང་གི་དེ་ཡ་གོམ་འདུག་ལོ་ཆོས་ཀྱི་ད་བོ་ལྷ་རྗེ་གི་ཞབས་རྗེས་བདག་མི་ན་ལོ་ཅ་ཆབ་རུམ་མ་དོ་བྷུ་འུ་འདུག་ལོ་དེ་ལས་ཏེ་ཁོང་ཁང་པ་མི་གསུམ་གི་དེ་ཞབས་རྗེས་ཡུས་སེ་མེ་ལ་ཨ་ནི་བའི་མེ་འོང་མི་ཁ་ར་ཁོང་གསུང་གི་བྲོ་ཁྲབ་དེ། ཡང་འོང་ཞུ་ཡི་ཕག་ཕོང་གཉིས་ཀ་ཞབས་ཀྱི་འདམ་རྫིས་པ་ལྟར་གྱུར་ཏོ། ཨེ་མ། ད་ཨ་ན་ལུ་ད་ཙུ། ཏེ། ད་ལྷ་སྒམ་པོ་ལོ་ལོ་བཅུ་གཉིས་བཞུ་བཞུགས་མེད་ལ་དེ་རིང་ལོ་བཅུ་གཉིས་འགྲོ་དོན་མཛད། དེ་ལས། ཁོ་རང་སྐུ་མྱ་ངན་ལས་འདས་པའི་དགེ་དེའི་སྟེ་དགུང་ལོ། བདུན་བཅུ་དོན། བདུན་བཅུ། རྩ་ལྔ་ཡིན་མེད་ལ་བདུན་བཅུ་དོན་ལྔ་ལོ། ཏེ་དགོངས་པ་ཟུར་ཟུར་ཡིན་པས་ལ། ད་ཨ་ནི་ང་རང་ལྟོས་པ་ན་ལུ་ག་དེ་བས་སྡུག་ཟེར་བ་ཅི། ཏེ་ད་ང་ཚ་ར་ཟླ་འུ་ཕྲུག་བིས་ཀྱི་ཚེས་བཅོ་ལྔ་འདི་ལ། ཏེ་ཁོ་གིས། ཁ་ཆེ་ལོ། སྐུ་གཤེགས་དབུས་ཀྱི་དུས་ཆེན་པོའི་རྩིས་འགོ་ཞེས་དེའི་ནང་བསྟོད་པ་ནོར་བུ་ཡོད་པ་ལ། གཞན་དོན་བཞི་པ་ཐུགས་ལ་འཁྲུངས་པའི་ཚེ། ཆུང་མོ་བྱ་ཡི་ཟླ་དྲུག་བཅོ་ལྔའི་ཉིན། བདག་ཉིད་ཆེན་པོ་ཆོས་ཀྱི་དབྱིངས་སུ་གཤེགས། མྱ་ངན་འདའ་བྱེད་ཁྱོད་ལ་ཆེ་ཚོལ་ལོ། ས་ནི་འདི། ང་ཕྱི་ར། ཆོས་སྤྱོད་དྭགས་པོ་ལྷ་རྗེས་ཀྱི། སྐུ་འཁྲུངས། སྐུ་མྱ་ངན་ལས་འདས་པའི་དུས་ཚོད་དུ་འཁྲུལ་བ་ག་ནས་མེད།

ནས་ངན་ལས་འདས་པའི་གི་དུས་ཡིན་ཏེ་ང་ཅར་ཧོ་བྷ་སྟོད་བ་ན་ར་ཏའི་གཞན་དོན་ཞེས་པ་ཐུགས་ལ་འཁྲུངས་པའི་ཚེ་ཕྱུག་མོ་བྱ་ཡི་ཟླ་དྲུག་བཅོ་ལྔའི་ཉིན་བདག་ཉིད་ཆེན་པོ་ཆོས་ཀྱི་དབྱིངས་སུ་བཞུགས་མྱ་ངན་འདའ་བྱེད་ཁྱོད་ལ་བྱ་ཚུལ་ལོ་ཚེ་གསུངས་དུས་ཡོད་སེ་འཁྲུལ་བ་ག་ནས་མིན་སེ་ཨ་ནི་བས་གསུངས་ནི་ཡོད་ལ་དང་ལེན་བོ་ད་ལུ་ཏཱ་ཨ་ནི་ཏེ་ཏཱ། ང་ཅར་ཨ། ཀ་ཅི་ལོ་ཏཱ་ཁོང་མྱ་ངན་ལས་འདས་ཁ་ལུ་ཏེ་ཏཱ་ཨ་ཚེ་ཚིག་ཀུན་ཉུང་མིག་གི་ཚུལ་དུས་སུ་བསྟན།

འཁོར་བརྒྱུད་དགུང་ལོ་འབེལ་བ་བྱུང་དགུང་ལོ་བདུན་ཅུ་དོན་ལྔ་གནམ་ལོ་འབེལ་བ་བྱུང་ཕྱུག་མོ་བྱ། དེ་ལས། དཔྱིད་ལོ་འབེལ་བ་བྱུང་གཅིག་སྟོང་གཅིག་བརྒྱ་ལྔ་བཅུ་ང་གསུམ། དེ་ཡང་ནི་ཟླ་བ་དྲུག་པའི་ཚེས་བཅད་ལྔ་ལུགས། དེ་ལས་ཏེ། སྐུ་མྱ་ངན་ལས་བདག་ཡིད་ཚུལ་སྟོན་ཐུན་མིན་སེམས་མེད་པ་ལ། ལས་མེད་པའི་བོ་ད་ལུགས་དེ་ལས་ཏེ། བདག། ད་ང་ཚོ་ལ་རྡོ་བུ་གྲུ་བའི་ཚེ་སྤྱན་ལྔའི་མེ་མ་ར་ལ་ཧ་ནི་ཐུགས་ལུགས་བཞག་ནི་མེད་ད། སློབ་མ་བསམ་གྱིས་ཏེ་བདུན་ཅུ་རྩ་ལྔ་ལ་ཤེས། སློབ་མ་བསམ་གྱིས་མི་ཆགས་པ་ལས་སེ་ད། ད་བོད་ཀྱི་སློབ་མ་བསམ་གྱིས་མི་ཆགས་པ་དེ་ལྟར་མ་པ་གཙོ་བོ་ང་ཚོ་ལ་བཀའ་བརྒྱུད། ཡུལ་སྲིད་སྤྱི་བོ་ཆ་མཉམ་ཆོས་བརྒྱུད་ད་བོ་ལྷ་རྗེ་ཀྱི་སློབ་མ་བའི་གཙོ་རུ་གཏུགས་ཏེ་བཀའ་ཡི་འཁོར་བརྒྱུད་སློབ་བརྒྱུད་སློབ་བརྒྱུད་ཡུན་མེད་ལ་ང་ཚ་བཀའ་བརྒྱུད་ཆ་མཉམ་ཚུལ་རྡོ་རུ་བསྡུ་བ་བཞིན་ད་བོ་བཀའ་བརྒྱུད་རྣ་ལུ་བསྡུ་བ་ཡིན་ལ། ཆེ་བ་བརྒྱད་ཟེར་ལབ་རུ་ལབ། མི་ཆེ་བ་བཞི་ཟེར་ལབ་རུ་ལབ། ཆུང་བ་བརྒྱད་ཟེར་ལབ་རུ་ལབ། ཐ་སྙད་མ་འདྲ་བོ་ག་དེ་བས་བཏགས་རུ་བཏགས། ཚུལ་རྡོ་རུ་བསྡུ་བ་ཅན་ཆ་ཉམས་དྭ་བུ་བཀག་གུ། སེ་མ་ཆེ་ར་ཏཱ་ཧ་ན་ལུ་བསྡུ་དུས་འཇོག་གོ་སི་ཤུ་ནི་ལ། ཏཱ་ཧ་ན་བའི་བས་བོ་ད་ལུ་བཏགས། ཏཱ་ཧ་ན་བའི་བོ་ད་ལུ། ད་ལུ་མ་བསམ་གི་མི་ཆགས་པ་ཅི་སྟེ།

ཏེ་གསེར་གྱི་ཐུ་བོ་ཁང་པ་མི་གསུམ། དག་ཏེ་ལན་ལྔ་ཆར་བ་རུམ་པ་ལ་སོགས་པ་སྒམ་པོའི་སྒྲུབ་ཐབས་བཅོ་བརྒྱད་བསྲེ་སྟེ་བདུག་སྟེ་བཏགས། གཙོ་བོ་སྟེ་ང་ཕྱིར་བདག། ཁ་ཕྱིར་ལོག། དང་ང་ཕྱིར་སློབ་མ་བསམ་གྱིས་མི་ཁྱབ་པ་ཅིག་ན་ལན་བཅུ་དུ་བྱུགས་པ་དང་ངོ་མ་འདི་སྟེ་ཆོས་བཅུའི་སྒམ་པོ་པ་ཁོ་རེ་གི། སྟེ་གདན་ས། ངོ་མ་འཛིན་མེད་འདི་དངོས་ཀྱི་གདན་ས་སྒོམ་ཚུལ། སྟེ་སྒོམ་ཚུལ་གྱི། དེ་ལས་སྒོམ་ཚུལ་གྱི། དེ་ལས་སྒོམ་ཆུང་ཟད་མི་ཆུ་བདུག། དེ་ལས་ན་ལ་མ། འཁོར་བ་དྭགས་པོ་གྱི་གདན་རབ་དྭགས་པོ་བདུད་འཛིན་གསུམ། དེ་ལས། ང་ཏི་ར་སྲས་ཀྱི་ཐུ། དང་ཁོ་གི་བློ་མིག་གི་གཙོ་བོ་ན་ལ་འདི་ཞེས་ཁམས་པ་རྡོར་གེ་ཁམས་པ་དབུ་སེ་ཟེར་བ་ཅིན་ཁམས་པ་དུས་གསུམ་མཁྱེན་པ་ལ་ཀ་མ་པ། དེ་སྲས་ཏུང་ཤོ་རེ་ཁམས་པ་སྨི་གསུམ་ཏཱ་ན་ར་བ་སྒམ་པོ་གྲུ་ཐོ་བཅོ་བརྒྱད་ཟེར་བ་ལས་དེ་འབབ་རོམ་པ་ལོ་ལྷོ་ལ་ཡ་པ་ལོ་ཤོ་རམ་བྷ་པ་ལོ་སིམ་ཤིང་ཡེ་ཤེས་སྙིང་པོ་ལོ་གསེར་སྒོམ་ཡེ་ཤེས་སྙིང་པོ་ལོ་ཡོས་ཁ་བ་གྲུལ་སྒོམ་ཆོས་གཡུང་ལོ་རམ་ཉི་བ་རྣལ་འབྱོར་ཆོས་གཡུང་ལོ།

ད་དེ་ལས་ང་ཅར་ལས་གཞི་མིན་པས་དེ་དགེ་ཞིང་རྒྱས་པ་བས་ཁེ་འདོད་ཡོད་པ་བྱིན། དེ་ལས་དེ་ལོ་ཤུ་ཤུ་ལས་པས་ང་ཅར་སྐྱིད་པའི་ས་ཕྱི་རོལ་ཡ་དུས་སུ་ཐོབ་པ་བྱིན། དེ་ཤུ་ཤུའི་སྒང་བུ་བས་ཀྱི་རྣམ་ཐར་རྒྱས་པ་འདི་ང་ར་ཡ་ཤས་གནས་ཀྱི་སྤྲོ་བ་ཡུལ་ཡོད་སའི་ཤུ་ཉི་ལ་དེ་བུ་ད་ལོ་ད་དུ་ཐ་ཅི་དུ་ང་གི་ཁས་བླངས་འདི་འབད་མི་བཟོ་བས་དེ་དེ་ག་ཆེན་མོ་ཟེར་བ་བྱིན། ད་དུས་ཚོད་ཀྱི་རྣམ་བསམ་མེ་ལ་ཁ་འདུག་ལ་དེ་ཧེ་མ་ཁས་བླངས་འབད་བཞག། དགུ་བཅུ་བཞག་དེ་ལས་འཇུག་བསྡུ་མི་བསུ་བ་དེ་ལས་མི་འདི་སུ་ཡིན་ནམ་བསམ་ཡུལ་ཉོབ་གྲང་ཤེད་མེད་དེ་ཁས་བླངས་འདི་འབད་མི་བསུ་བས་དེ་དམ་འཆའ་ཞུ་མི་བསུ་བའི་སྙིང་རུས་རྨི་ལམ་ལྟག་ཏུ་སེ་ཞུ་ནི་ན་ལ་བ་དགེ་ཞིང་དགེ་བ་བས་དེ་ནམ་ཅི་ཡིག་སེ་ཤས་སུ་བྱུང་འོང་སེ་མི་བྱེད་དེ་ད་རེས་སྐབས་ད་སྐབས་སུ་བབ་པ་འདི་དེ་ད་ཁོ་རོ་ཆོས་འཇུག་བསྟན་པའི་པདྨ་དགེ་བའི་ཉིན་བྱེད་བཤད་པའི་སྐབས་ཡིན་དེ་ལས་དེ་འདི་ཁོ་རོ་ན་ག་སུ་མི་འདི